ཤིན་ཏུ་རྒྱ་ཆེན་པོ་ལ་སོང་བ་དེའི་ནང་ནས་ད་ང་ཚོས་བཟོས་པའི་ཉམས་ལེན་དེ་རང་དང་ལྟ་བ་ཐ་དད་པ་བསམ་འཆར་ཐ་དད་པ་ལྟད་མོ་ཐ་དད་པ་དེའི་བར་ལ་བཟོད་པ་སྒོམ་དགོས་བ། དེ་བཟོད་པ་སྒོམ་སྒོམ་པ་ནི་མཐར་གཏུགས་ན་མི་རེ་རེའི་ཁམས་དང་མོས་པ་མི་འདྲ་བ་མང་བོ་ཡོད་པ་དང། མི་རེ་རེ་རེ་ལ་རང་གི་བསམ་འཆར་ཡོད་པ་དེ་བརྩི་འཇོག་བྱེད་པ། དེ་འདྲའི་གནས་ལུགས་ཟེར་བ་ཐུགས་འདིར་ཡོད་པའི་སྐོར་ཁ་ཚང་གི་ཁྱད་ཚིག་གི་གཞི་ཁ་ཡིན་ནི་རེད།

བཟོད་པ་ཟིལ་དང་འཁྲུ་བ་ཟིལ་གྱིས་ངན་འདི་མི་སེམས་ཆུང་ཟིག་ག་དཔེ་ལྟོས། མྱིག་གིས་ཡིད་ལ་མིག་རྣམས་འཛུམ་སྟངས་མི་འདྲ་བ། དེ་ནི་དུས་ཀྱི་སེམས་ཆུང་དེ་བསྐུར་ནི་དང། ལུས་ངག་གི་བསྒྱུར་བ་མི་འདྲ་བ། དེ་ནི་སྤྱི་ཚོགས་ཀྱི་ཐེབས་པའི་ཤུགས་རྐྱེན་མི་འདྲ་བ། འདི་འདྲའི་གི་སེམས་ཆུང་རིགས་གཉིས་ཡོད་གི་ཟིན་འགལ་བ་ཅན་གི། དེ་ནི་འགལ་བ་ཅན་གི་སེམས་ཆུང་འདི་གཉིས་ཀའི་ནང་ནས། གང་གི་རྗེས་སུ་འབྲངས་ན་བཟང་གི་གང་གི་རྗེས་སུ་འབྲངས་ན་མི་བཟང་གི། དེ་གཉིས་ཀའི་སྐྱོན་དང་ཡོན་ཏན་དུ་ཐོག་མར་རིག་དགོས་གི་དོགས་ཟོན་རེད། དེ་རིག་པའི་ཐོག་ནས་དེ་ནི་བཟོད་པའི་ཕན་ཡོན་དུ་མཐོང་ན། དེ་ནས་མི་བཟོད་པ་དང་སྤངས་ན་དང་བཟོད་པ་དང་མི་བཟོད་པ་གཉིས་ཀའི་ནང་ནས། བཟོད་པ་ཟེར་རྒྱུ་དང། འཇིག་རྟེན་གྱི་བདེ་བའི་རྩ་བ་ཟེར་རེ་ན་མི་བཟོད་པ་འཇིག་རྟེན་གྱི་བདེ་བའི་རྩ་བ་ཟེར་རེ། དེའི་ཚུལ་ལ་བཤད་པ་ཡང་དག་པར་བཏང་ནས། དེ་ནས། ད་གལ་ཏེ་བཟོད་པ་དང་མི་བཟོད་པ་གཉིས་ཀའི་ནང་ནས་བཟོད་པ་དེ་གང་ཟག་སྤྱིར་གྱུར་སྲིད་ལ་མཚོན་ན་དེ་ནི་བཟོད་པའི་ཉམས་ལེན་དེ་ནི་གང་ཟག་སྤྱིར་གྱུར་སྲིད་ལ་མཚོན་ན་བདེ་བའི་རྩ་བ་ཟིན་ཡིན་པ་མཐོང་ན། དེ་རྟག་ཏུ་མྱུར་དུ་བསྟན་པར་བྱ། ཕོག་པའི་སྐྱེ་བོ་རྣམས་ཀྱི་བསྔགས་པའི་གཟིགས།

གཅིག་བྱས་ན་ཁྱོད་རང་གཉིས་ཀ་ཡང་ཕ་རོལ་བཅོམ་ལྡན་འདས་ལ་སྐུ་ར་འདེབས་མཁན་གྱི་གང་ཟག་ཏུ། དེའི་རྩེ་གཅིག་ཏུ་མཆོག་ཏུ་འཛིན་པའི་གང་ཟག་ཟིག་ད་དཔེར་ན་ངོ་གཙོ་སྨྲ་བའི་ལྷ་མིའི་སྨྲ་བའི་ལྷོ་ཁོ་འཛིན་ཁོ་ཤིན་ཏུ་དགའ་དགོས་ན་དེ་ཁྱོད་ཡང་དེ་འདྲའི་སྐུ་ར་གཏོང་སྲིད་ཀྱི་རེད། དེ་ཡིན་དུས་ན་ད་ཕན་ཚུན་གཉིས་ཀ་འགྲིམ་མཉམ་རེད་རང་རང་རང་རང་ལྟ་ཚུལ་དང་བསམ་ཚུལ་ཡོད་རྒྱུ་དེ་ཁྱོད་གཉིས་ཀྱི་སྟེང་ནས་ཡོང་ནི་ཟིག་རེད་བསམ་དུ་ཐོག་ནས་དེ་ལ་བཟོད་དགོས་གི་ཟིག་རེད་སེམས་མ་གཅིག་ནོར་ནོར་བརྒྱ་ཆ་བརྒྱ་ཐོན་པ་རེད་ར་ད་གང་གནོད་པ་དེ་ལ་ཅི་མི་སྙམ་པ་བཟོད་དགོས་གི་ཟིག་རེད།

སྟོན་ཆེད་དུ་རྟོགས་མ་ཐུབ་ན་དེ་ནས་སེམས་ཤུགས་ཆག་གྱི་ལ་སོགས་དེ་གདོང་ལེན་བྱེད་ཀྱི་ལ་སོགས་ཁྱོད་ལ་ངའི་སེམས་ཀྱི་བཟོད་པའི་ནང་དུ་འཇོག་གི་ཡོད་ནི་རེད་ད་སེམས་ཤུགས་ཆག་ན་གདོང་ལེན་བྱེད་ཀྱི་ལ་སོགས་ང་ཚོས་རིམ་པ་གཞན་ཟིག་གི་སྟེང་ནས་འདང་བརྒྱབ་ན། དང་བོ། གནོད་བྱེད་ལ་སྐྱེལ་མི་ཉན་པའི་བཟོད་པ་དེ་སྟེར་དགོས་ག་ཟེར་ན་ཅིའི་ཕྱིར་ཟེར་ན་ད་ཁྱོད་དེ་སྔར་དང་ལེན་བྱས་ཟེར། དེ་སྔར་དང་ལེན་བྱས་དགོས་ནི་ཟེར་ན་ཁྱོད་ལ་ངའི་སེམས་ཀྱི་བཟོད་པ་བཞི་ནི་འགྲོ། ངོ་བོ་ནི་ལེགས་ཏེ་དགོས་གི་ནི་རེད་ད། ཆོས་དང་ཆོས་ཆོས་དངོས་བོའི་གནས་ལུགས། ཆོས་རྣམས་ཀྱི་ཆོས་ཉིད་ཡང་ན་སེམས་ཅན་རྣམས་ཀྱི་རང་བཞིན། སེམས་ཅན་རྣམས་ཀྱི་རང་བཞིན་ཡང་དག་པར་ཤེས་ན་དེ་ནི་དེའི་སྡུག་བསྔལ་དུ་དང་ལེན་གྱི་བསམ་པ་ཡོང་ནི་རེད། དེ་ནི་སྡུག་བསྔལ་གྱི་དང་ལེན་གྱི་བསམ་པ་ཡོང་ན་དེ་ནི་གནོད་བྱེད་ལ་ཅི་མ་རྙེད་པའི་བཟོད་པ་ཡོང་གི་རེད་ཟེར་དེ་སྐད་ཅིག་དུ་རིམ་པ་རིམ་པ་ཡོང་དགོས་ནི་རེད། ཐོག་མར་སེམས་ཅན་རྣམས་ཀྱི་རང་བཞིན་དུ་ད་ལྟ་ངས་ཁྱེད་ཟེར་གྱི་འདུག་ཇོ་དར་ཡིག། སེམས་ཅན་རྣམས་ནི་ཁམས་དང་མུའུ་བ་མི་འདྲ་བ་སྣ་ཚོགས་པ་ཞིག་རེད་གཅིག་ནི། གཉིས་ནི་འཛམ་བུའི་གླིང་འདི་ན་རྒྱལ་ཁབ་ཉིས་བརྒྱ་ལྷག་ཟིན་ཡོད་ཀི་མི་རིགས་སྟོང་ཕྲག་ཡོད་ཀི་སྐད་རིགས་ད་ཤིན་ཏུ་སྟོང་ཕྲག་རིགས་ཡོད་ཀྱི་རེད་ཕལ་ཆེར་རེད། དེ་བཞིན་དུ་ད་ལྟ་གྲུབ་ཆོས་ལུགས་ཟིག་གམ་མཐའ་ཡས་པ་ཟིག་ཡོད་དུས་ད་ལྟ་ནི་ལྡམ་ཕྲན་གྱི་དུས་རབས་ཆགས་སོང་དེ་ནས་སྔོན་ཆད་ནམ་བཞིན་གྱི་ལུང་བ་ཁ་སང་ཟིག་གི་ནང་ངི་ཆ་སོ་སོའི་ཉེར་བསྐོར་ཟིག་དང་སོ་སོའི་མྱི་ཟིག་མ་གཏོགས་ཧར་ཚེ་ར་མི་ཐུག་ཨ་མྱི་ཚེ་རྫོགས་འགྱོད་རྒྱུའི་དུས་ཚོད་དུ་འཇིགས་འགྲོགས་སོང་ནི་རེད་ར། ཉི་མ་རེ་རེ་བཞིན་དུ་འདམ་ཕྲེང་གི་འབར་གས་ཆེན་པོའི་དུས་རབས་རེར་སྐད་ཆ་སྣ་ཚོགས་ལྟ་བ་སྣ་ཚོགས། ཉི་ཟེར་ཕྱེད་མ་བརྡལ་བརྡལ་ན་ལུང་ཁུག་ཟེར་དགོན་པ་ཟེར་གྱི་ནང་བརྡལ་བརྡལ་ན་གྲྭ་བཞུགས་ཟེར་ཡིན་ན་ཟེར་མཐའ་ཟེར་དོན་ནི་སྐད་ཆ་སྣ་ཚོགས་ཀ་གོ་དགོས་ནི་དུས་ཚོད་འདི་མི་ཟེར་རེད་ཟེར། དོན་འཇིག་རྟེན་གྱི་དངོས་ཡོད་གནས་ཚུལ་དེ་དག། མི་གྲངས་འདི་མི་ཟོག་གི་མི་རིགས་འདི་མི་འདྲ་མི་འདྲ་ཟེར་ཡོད་གི་ཆོས་ལུགས་འདི་མི་འདྲ་མི་འདྲ་ལྟ་ཚུལ་བསམ་ཚུལ་མཐའ་ཡས་པ་ཟེར་ཡོད་དུས་ན་དེ་དངོས་ཡོད་གནས་ཚུལ་རེད། དེ་དངོས་ཡོད་གནས་ཚུལ་ཡིན་པ་ཐོག་མར་ཤེས་རྗེས་དེ་ཆོས་ལ་ངེས་སེམས་ཀྱིས་བཟོ་པ་རེད།

དང་གཅིག་བཟོད་པ་གསུམ་གྱི་ཐོག་ནས་ཡོང་ན། གལ་ཏེ། ད་གདོད་ནས་གི་ཆད་འཇོག་ཁ་ཡིན་ན། ད་དངོས་ཡོད་གནས་ཚུལ་དེ་མིན་ས་ཡིན་རུང། གནོད་བྱེད་ལ་ལྕེ་མི་སྙམ་པའི་བཟོད་པ་སྟེར་མི་ཐུབ། མི་ཐུབ། དེ་ནི་འཇིག་རྟེན་གྱི་མི་རྣམས་ཀྱིས་རང་བཞིན་ལས་བྱུང་བའི་གནས་སྟངས་མང་བོ་ཟག་སེམས་ནང་ནས་དང་ལེན་མི་ཐུབ། དེ་མ་ཐུབ་དུས་ན་དེ་ནི་འབྲས་བུ་ཆེད་ཟབ་བྱུང་རྒྱུ་རེད་དེ་ནི་འབྲས་བུ་འཁྲིག་ཚུལ་བྱུང་རྒྱུ་རེད་དམག་འཁྲུག་བྱུང་རྒྱུ་རེད་ཤོག་ཁག་ཤོག་ཁག་བྱེད་རྒྱུ་རེད།

ཆུའི་བསམ་ཚུལ་ལྟ་ཚུལ་འདི་རིགས་བཤད་ན་དེ་སྔ་འཐབ་པའི་ངེས་པ་མེད་གི། དེའི་ཐོབ་ཐང་དུ་ཆོས་ཡོད་གི་ཡོད་ནི་མི་ཚེ་ཆུའི་ཐོབ་ཐང་དུ་ངས་ཧྲོང་ཅིང་ཟེར་ན། དོན་གཅིག་དེའི་ཐོབ་ཐང་དུ་ཧྲོང་ནོ་ཁུར་གི་ཐོབ་ཐང་ཧྲོང་ནི་རྒྱ་ཆེ་གི་མི་རེད། གཞན་གྱིས་ཐོབ་ཐང་ཧྲོང་ནོ་ཁུར་གི་ཐོབ་ཐང་ཧྲོང་ནི་རེད་ད་གི་འཇིག་རྟེན་ནི་ངར་ཆད་ག་རང་རང་རང་རང་ནི་ཐོབ་ཐང་ཅང་ཟད་ཡོད་གི་ཟེར་ན་ནུབ་ཕྱོགས་ནི། ཆོས་ལུགས་ཕན་ཚུན་གྲུབ་མཐའ་འཕགས་གི་བར་རབས་བཟོ་སྒོམ་གི་རིག་གནས་འདི་ལྟ་བ་ཕན་ཚུན་བར་རབས་བཟོ་སྒོམ་གི་རིག་གནས་ཡོད་ཆགས་ན་དོན་རང་རང་གི་བསམ་བློ་གཞིར་ཟ་ཆགས་སོང་མི་རེད། སྤྱི་བོའི་སྒེར་གྱི་ཐོབ་ཐང་བརྩི་འཇོག་བྱེད་པའི། འདིར་གཙོ་བོ་གཟུགས་ཀྱི་ཆགས་ཆེར་འོངས་ལ་དེའི་རྗེས་ནས་ད་ཚན་རིག་དང་དེང་རབས་ཀྱི་ཤེས་བྱ་སྣ་ཚོགས་པ་ཟིན་ཡོང་དུས་ན། བཟོད་སྒོམ་གྱི་བཟོད་པའི་རིག་གནས་དེ་ནུབ་ཕྱོགས་པ་ཁོ་རང་ཚོའི་ཆོས་ལུགས་ཀྱི་ཁྱབ་ཁོངས་ནས་གསལ་འདོན་བྱས་པ་དེ་ཁོ་ཚོའི་དཔལ་ཡོན་ཅན་དང་འགྱུར་བཅས་ཀྱི་རྩ་བའི་གཞུང་རྟ་གཅིག་ངོས་འཛིན་གྱི་ཡོད་ནི་རེད། ཅིའི་ཕྱིར་ཅེ་ན་ཁོ་ཚོའི་སྤྱི་ཚོགས་དེ་ཤིན་ཏུ་ཆོས་དད་ཅན་ཡོད་སྤྱི་ཚོགས་ཡིན་ནི་ཁིར་གཅིག་གི་སེམས་དང་རྣམ་ཤེས་མཁན་ས་བོའི་གཞུང་ལུགས་གཞུང་རྟ་ལྟ་བུའི་རིག་གནས་འདི་ལེགས་ལམ་ལ་མ་སོང་དུས་བྱམས་པ་ཐམས་ཅད་ཀྱི་ཐོག་ལ་དཀའ་ངལ་བྱུང་དོན་ནི་རེད།

ཁུ་པ་ཟེར་བ་ཁོང་གཉིས་ཁ་བརྡ་ཡིན་ནས། ད་ནི་ཁོ། ནུབ་ཕྱོགས་ཀྱི་དེང་རབས་ཀྱི་ལོ་རྒྱུས་བཤད་ཆེད་རང་དུ་ན་ཁོ། ཤེས་རིག་བསྐྱར་དར་བརྡ། ད་ནི་བློ་འབྱེད་གླིང་གི་ལ་སོགས་པ་བཤད་ནས་ཡིན། དེ་ཁོ་ཟེར་གི་ད། ཆུ་ད་རུང་ནུབ་ཕྱོགས་ཀྱི་དེང་རབས་ཀྱི་ལོ་རྒྱུས་ཀྱི་ནང་ནས་ཀ་ཆེན་ཚོས་ཆུ། བཤད་གི་མེད་གི། གཙོ་བོ་དེ་ཆུ་སོར་ལེགས་བཅོས་རེད། ཙོང་ཇའོ་ཀའེ་ཀི་ཟེར་བ་ནོར་ལྟ། ནུབ་ཕྱོགས་ཀྱི་ལོ་རྒྱུས་ཡང་དངོས་གནས་དྲང་གནས་མཚོན་ན་ཆུ་སོར་ལེགས་བཅོས་ཀྱི་རིན་ཐང་དུ། ཤེས་རིག་བསྐྱར་དར་ལས་ལྡབ་བརྒྱ་ཐམ་པ་གི་ལྷག་གི་རེད་ཅེས་ཁོ་སྐད་ཅིག་ཏུ་བཤད་ལྟ།

ཙུང་རྒྱོ་གའི་ཀི་ཟི་རྒྱོ་གའི་ཕྱི་ནང་ནི། ཆོས་ལུགས་བཅུ་བརྒྱུད་རྫིག་རྒྱུ་རུ་ནི་རེད། ང་བལྟས་ན་འགྱུར་ལྡོག་གཏན་ནས་མི་འགྲིག་གི་ར། ད་ངས་ཧྥ་རན་སི་ཡི་གེ་དང་དབྱིན་ཇིའི་ཡི་གེ་ལ་སོགས་པ་ཤེས་ནི་མ་རེད་རྩ་བའི་ཁོང་གི་སྟེང་ནས་ཁྱིམ་བཟས་ན་ད། ང་ཚོས་གོ་བ་བླངས་ན། ཁོ་ཚོས་ད་ཆོས་ལུགས་བཅུ་བརྒྱུད་གཏན་ནས་མ་རེད་ཆོས་ལུགས་ལ་བཅུ་བརྒྱུད་ཞེས་ཡོད་མ་རེད། ཆོས་སྲོལ་ལེགས་བཅུ་ཞེས་ཡོད་ནི་རེད། མ་བདེན་ལུགས་བདུན་ལ་སོགས་པའི། ཆོས་ལུགས་བཅུ་བརྒྱུད་རིགས་བཞག་དུས་ནས་བཟུང་སྟེ་སྤྱིར་བཏང་གི་ཡེ་ཤེས་ཆོས་ལུགས་ཀྱི་འཇིག་རྟེན་བཀོད་པ་བའི་རྣམ་གཞག་ལ་སོགས་པ་ཐམས་ཅད་བཅུ་བརྒྱུད་རིགས་བཞག་ནི་ཟིག། ལམ་སང་ང་ཅི་བསམ་པའི་ནང་བསྟན་མི་ཤར་གི་ད་དེ་འདྲས་མ་རེད་ར་ཁོ་ཚོས་སྔར་གྱི་སྲོལ་རྒྱུན་མང་བོ་ཟིག་ཕྱིར་རྟོགས་གིན་ད་ལེགས་བཅུ་ཞེས་ནི། ཆོས་སྲོལ་ལེགས་བཅུ། ཧྲོལ་ཧྲོལ་ལུག་གི་ཧྲོལ་ངག་བསྟན་ན་དེ་ལ་ངེས་བར་དུ་ཆུ་སོལ་ལེགས་བཅུག་ཟེར་དགོས་པར་བསམ་གི་ད་གང་ལྟར། ཆུ་སོལ་ལེགས་བཅུག་བྱུང་ནི་རེད་ཆུ་སོལ་ལེགས་བཅུག་ལས་བྱུང་ནི་ད་དེ་ལས་ཀ་ཅིག་ཉེ་བ་དེ་ད་ཆོས་ལུགས་ཕན་ཚུན་གི་བར་བཟོད་སྒོམ་བྱེད་དགོས་བ་ལྟ་བ་ཕན་ཚུན་གི་བར་བཟོད་སྒོམ་བྱེད་པའི་རིགས་བར་དུ་བསལ་འདོམས་བྱས་ནས་ཡོང་ནི་རེད་ཟེར་ནས་ད་གི་ད་ང་ཚོས་ཡང་ད་ལྟ་དེ་འདྲའི་གི་དོན་དག་ཟོག་ལ་འགོ་བཞག་ནི་རེད། ང་ཚོས་ད་ལྟ་དེ་འདྲའི་རླངས་འཁོར་ཞིག་བཀོལ་རྒྱུ། ང་ཚོ་འདིར་ཡིན་ནོ་ཕྱི་རོལ་གྱི་འཇིག་རྟེན་ནང་འབྲོག་འགྲེལ་བྱེད་རྒྱུ་དང་དེང་རབས་ཀྱི་ཤི་བོ་མོའོ་སྒ་གདོང་གཏད་རྒྱུ་དེ་ཁོ་ཚོའི་ལག་ཏུ་ན་ལོ་ངོ་བརྒྱ་ཕྲག་གི་འཁྱོལ་བ་ཆགས་སོང་ནི་རེད། ཆགས་སོང་ནི་རེད་ད་ཁོ་ཚོ་འགྲོ་བའམ་ཉལ་ཡིན་པ་ནང་བཞིན་ང་ཚོ་ཡང་འགྲོ་བའམ་ཉལ་རེད། ཁོ་ཚོའི་དཀའ་ངལ་ཆེ་ཟ་གམ་ཕྲན་ནི་ང་ཚོའང་དཀའ་ངལ་དེ་ཕྲན་ནི་རེད། ཁོ་ཚོའི་ལེགས་སྤེལ་ལམ་རྩ་བའི་ལམ་དུ་ཤོག་མོའོ་སྒ་ནས་ང་ཚོ་ལ་མཚམས་འགོད་དུས་ད་ལྟའི་དུས་རབས་འདི་ང་ཚོས་ཡང་རང་གི་སྟོན་པ་ཐུགས་རྗེ་ཅན་གྱི་ཐུགས་དགོངས་དང་ཕོག་ཡུལ་གྱི་སྐྱེས་བུ་དམ་པ་རྣམས་ཀྱི་གཞུང་ལུགས་དང་དེ་དག་གི་ཉམས་ལེན་དང་དེའི་ཐོག་ནས་བཟོ་པའི་རིག་གནས་དུ་སོང། ཆོས་གོས་བཟོ་པའི་རིག་གནས་འདི་སོགས་འདི་རིགས་སེ་ར་གཅིག་སྦྱར་ཚུལ་གྱི་དེ་ཁྱོད་ཀྱི་ཉམས་ལེན་ཞིག་ཡིན་པར་མ་ཟད་འཇིག་རྟེན་འབྲི་ཐབས་ཀྱི་རྩལ་བ་ཟིག་ག་ཆགས་ཐུབ་ནི་རེད་ཟེར་ནས། དེའི་སོང་ན་དུས་ཀྱི་སྟངས་ནི་ང་ཚོ་བར་ཐག་མང་བ་ཡོད་གྲང། དུས་ཚོད་བཀག་འགོག་གི་ཆེད་ཡང་དེ་མི་ཟག་ལང་དགོས་ཐུག་བཞག་ནི་རེད་ར། དེ་ནས་ད་ཆོས་ཟག་སོང་བ་ནི་རེད་ཟེར་ནས་འདིའི་ཐད་དང། ལྷག་པར་མཇལ་བ་ལས། ཤིན་ཏུ་ཚིག་ཟིག་ག་ཆེན་པོ་ཤིན་ཏུ་མཚན་ཉིད་རིག་པའི་གནད་ལུགས་ཡོད་སའི་ཚིག་ཆོས་ཙི་ཡོད་གི་ར་སྐལ་ལྟས་བཅུ་སྲི་ཡོད་ན་ནི་དེ་ལ་མི་དགའ་བཤིས་ཀྱི་ཡོད་སྐལ་ལྟས་བཅུ་སྲི་མེད་ན་ནི་དེ་ལ་མི་དགའ་བཤིས་ཀྱི་ཕན། དེ་ཚིག་དེ་རེད་ར། ད་ཁོང་རང་གི་ཆེ་ཚགས་སོང་དགོས་ནི་རེད་ཟེར་ན་ང་ཚོའི་ནམ་རྒྱུན་ཁོང་ཁྲོ་མི་ཁྲོ་དང་བཟོད་པ་སྒོམ་མི་སྒོམ་གི་སྐབས་འདི་ཐོག་མར་ཆུ་བསམ་བློ་ལྷོད་དེ་ཐོག་ཆུ་བསམ་བློ་དེ་ཐོང་ཟེར། ཁྱོད་ལྷོད་ལང་དགོས་ས་བོ་དང་འཇིག་རྟེན་ཁམས་ནས་བཟོ་བཅོས་བརྒྱབ་ན་བ་རྗེ་ཟེར་ན་བ་རྗེ་ཟེར་མ་རེད་ཟེར། བཟོ་བཅོས་བརྒྱབ་ན་བ་རྗེ་ཟེར་ཟེར་གི་ཁྱོད་ལྷོད་ལང་གི་མ་འདུག་ག་ལྷོད་ལྷོད་བྱས་ད་ཁྱོད་གནད་དོན་འདི་ཐག་གཅོད་ཨེ་ཐུབ་ནི་རེད་ཟེར། གལ་ཏེ་འཇིག་རྟེན་ནས་བཟོ་བཅོས་རྩ་བ་ཉིད་ནས་རྒྱག་མི་ཐུབ་ནི་ཟེར་འདུག་ཁྱོད་ཁྱེར་གི་ཁྱིམ་མི་སྡུག་སོགས་ལྷོད་ལང་རོགས་སྡུག་གྱོང་རེད་ཟེར། དེའི་འཇིག་རྟེན་ཁམས་ནས་དཔེ་འཇོག་ག་ཡིན་ན་ང་ཅག་གིས་ད་རེས་ཀྱི་ཁྱབ་ཁོངས་འདི་ཉིད་བླངས་ན་ཆོས་ལུགས་གྲུབ་མཐའ་དང་དེ་ནས་ལྟ་ཚུལ་སྣ་ཚོགས་བསམ་བློ་གི་ཐོག་ནས་ལྟ་ཚུལ་འདྲ་མི་འདྲ་གི་ཁྱབ་ཁོངས་འདེབས་སྦྱར་ནི་དོན་དག་གཟུགས་བྱད་ག་ཡིན་ན། ད་གཞན་པ་ཐམས་ཅད་ད་ལྟ་ཚུལ་སྣ་གཅིག་བསམ་ཚུལ་སྣ་གཅིག་ནི་བཟོ་མི་ཡོད་མི་ཆོག་རྒྱུ་བཟོ་ཐུབ་རྒྱུ་ཟེར་ན་ཐུབ་རྒྱུ་ཟིག་མ་རེད་དང། དུ་བྲི་བ་ཟེར་བས་གཏན་ནས་བཟོ་ཐུབ་པ་མ་རེད་ར། འཛམ་གླིང་གི་ལོ་རྒྱུས་ཀྱི་ཐོག་གི་སྒེར་གཅོད་པ་དང། སྲིད་དོན་གྱི་སྒེར་གཅོད་པ་དང། ལྟ་གྲུབ་ཀྱི་སྒེར་གཅོད་པ་ཡང་ན་ཆོས་ལུགས་ཀྱི་སྒེར་གཅོད་པ་དེ་དག་གི་ལྷག་ཏུ་ནུབ་ཕྱོགས་ཀྱི་ལོ་རྒྱུས་ཀྱི་ནང་ནས་ལྟ་ཚུལ་སྣ་གཅིག་མི་མེད་རྒྱུ་དེའི་ཆེད་དུ་ལོ་ཡི་ལས་འདིའི་མི་སེར་ཁྲག་སྦྱོར་བྱས་མྱོང་ནི་རེད། ངོ་ནི་སྤྲང་རིགས་ཤིག་མྱོང་ནི་རེད་དུར་བར་མི་དཀའ་ཨེ་ཤེས་ཆོས་ལུགས་པ་དེ་སུ་ལྷ་ལ་མི་དད་པའི་ཉིན་མང་གི་ཐོག་ནས་གཏམ་རྙི་རྫོགས་མེད་པ་ཤོག་ཁྲིམས་བཅད་མྱོང་ནི་རེད་ཤོག་ཁྲིམས་ངན་ཤོག་ཁྲིམས་ངན་ནང་ནས་ད་རུང་ཧྲག་ཁྲིམས་ཟེར་ཇི་ཙམ་བཅད་འདི་འདི་མིའི་གཞིའི་བསད་དེ་ཁྱི་ཚོ་ཁྱེར་བའི་ཧྲག་གནས་ཚིག་སྐབས་ཅིག་བསད་ནི་དེ་མིན་ལ་སོགས་པ་བཤད་ནི་རེད་ངོ་ནི་སྤྲང་ལེབ་བཤད་ནི་ཚན་རིག་པ་མང་བོ་ཧྲག་བཞག་ནི་རེད་བཞག་ན་ད་རུང་མྱི་ནང་ཧང་ནི་ཤར་སེ་བསད་ཀྱག་ནི་མ་རེད་ལྕག་གི་ཐོག་ཨ་བརྒྱ་རུ་མྱི་ཐོག་འདི་རིགས་གཞིའི་ཤ་ཧྲག་ཧྲག་གིས་དེ་འདྲའི་གི་མནར་གཅོད་ཚད་ལས་འདས་པ་གི་ཐོག་ནས་བསམ་ཚུལ་སྣ་གཅིག་ནི་མི་རྒྱུའི་ཐོག་འབབ་པ་བྱས་ནི་རེད། ད་དེ་བཞིན་དུ་དམག་ཆེན་གཉིས་སྐབས་ཀྱི་ཧི་ཏི་ལེའི་ནི་འདྲ་གི་ད་ར་ཤི་ཡ་ལ་སོགས་པ་ནི་ད་ཤི་གི་ཚིག་ཟིག་འབུ་ཚུལ་ཟིག་གི་ཐོག་ནས་ཁིར་གི་གཞུང་ད་གཞུང་གི་བཙུགས་ནས་ལྟ་གྲུབ་དེ་དང་མཐུན་མི་མཐུན་ཅན་པོ་དེ་མནར་གཅོད་བློ་ཡི་ལས་འདྲིས་པ་ཤི་བ་རེད་དེ། དེ་ནི་ཆོས་ཉིད་ལ་ལྡོག་པའི་ལས་ཡིན་ཙང་མཐར་འབྲས་བུ་ཡོད་ནི་མ་རེད་ཟེར་ནས། དེ་མེད་པ་ཡིན་དུ་ད་རེ་རྒྱ་ཤིག་བཞེས་པ་ལ་ག་སོང་གོ་ནི་ད་རེ། དེ་བཅུ་སུ་ཡོད་རྒྱུ་རེད་ཅེ་ན་བཅུ་སུ་ཡོད་རྒྱུ་གཏན་ནས་མ་རེད་ཅེ་ན་རེ་ཁམས་དང་མོ་ཡ་སྣ་ཚོགས་པ་ཡིན་པ་དང་རང་རང་གི་བསམ་འཆར་དང་གཏམ་རྒྱུད་ཡོད་པ་ན་འགྲོ་བ་མ་གི་ལྷན་སྐྱེས་ཀྱི་ཆོས་ཉིད་ཅིག་ཡིན་དུ་ནི་དེ་ནི་བཅུ་སུ་མེད་པ་ཞིག་རེད། ད་བཅུ་སུ་མེད་པ་ལ་ཅི་ཐུབ་བྱེད་དགོས་ནི་ཟེར་དུ་བཅུ་སུ་མེད་པ་ལ་བཅུ་སུ་མེད་པ་དང་ལེན་བྱེད་རྒྱུ་མ་གཏོགས་ཡོད་མ་རེད། བཅུ་སུ་མེད་པ་དེའི་གི་སྐབས་དང་སྐབས་སམ་སེམས་ནང་ད་དེ་ན་ཟུག་མང་བ་ཟུག་ཡོང་ནི་རེད་ད་དང་ལེན་བྱེད་ཅེ་ན་བཟོད་པའི་རིམ་པ་གསུམ་གི་ཐོག་ནས་ང་ཅིག་ད་རེ་བསམ་བློ་བཏང་ན།

རྟ་སེར་དེ་མི་ཤོང་མྱོང་ནི་རེད་ར། གཞིགས་ནས་ཡང་ཁོ་ཚོའི་གུས་པ་ཅན་ཤེས་རབ་ཅན་མོའོ་ཁྲོང་ཆེ་རོང་དུ་ནས་རྒྱུན་ལོ་ཀ་ལ་སོགས་འདི་འདྲའི་མོའོ་ཁྲོང་ཆེ་རོང་དུ་ནས་ཡང་རྟ་སེར་སྣ་ཚོགས་པ་ལ་བཟོད་སྒོམ་བྱེད་རྒྱུ་དེ་ཁོ་ཚོའི་ལྷ་ཆེན་ལ་ཡིད་ཆེས་བྱེད་སྟངས་ཟེར་ཡ་ཆགས་སོང་འདི་རེད་ཡང། དང་པོ་རྟ་སེར་མི་འདྲ་བ་རྣམས་དང་ཆོས་ལུགས་མི་གཅིག་པ་རྣམས་ཚར་བསྐྱེལ་རྒྱུ་དེ་ལྷ་ཆེན་ལ་དད་པ་བྱེད་སྟངས་ཟེར་གོ་ལོང་ནི་རེད། ལྷ་ཆེན་ལ་རྩེ་གཅིག་གིས་དད་པ་རྒྱུད་ལ་སྐྱེལ་སྟངས་ཟེར་དེ་ལྷ་ཆེན་ལ་ཡིད་ཆེས་བྱེད་སྟངས་ཟེར་གོ་ལོང་ནི་རེད། དེ་དག་སེམས་ན་ད་དངོས་ནས་དྲངས་ནས་གི་ཚེ་བྱེ་མ་ལྷ་ཡི་ར་འབྱོར་གྱི་མ་གཏོགས་མེད། ཁོ་ཚོ་འཇིག་རྟེན་ན་གནས་དུ་བབ་པ་དང་དམག་བཞི་ནས་གཉིས་བ་ཟེར་རེད་ར་ལྷ་ཁྱེད་ན་ཚེ་གཅིག་གི་དམ་དགོན་མེད་མཁན་ཚོ་འཇིག་རྟེན་ན་གནས་དུ་དུ་གཉིས་བ་ཟེར་རེད་དུ་བསད་ཅག་ན་དགེ་བ་ཡོད་བསམ་རྒྱུ་འདི་འདྲ་དེ་འདྲའི་གི་ལྟ་ཚུལ་ཆགས་ནི་རེད། ཡང་ལྟ་ཚུལ་དུ་ནག་ཤོད་ཅན་ཐམས་ཅད་གི་ཁུར་ཀི་ལོང་དང་མོང་བཟི་གི་ཐོག་ནས་བཀྲ་ཆེན་ལོང་ན་དུ་གཏན་ནས་མ་རེད། འཇིག་རྟེན་འདི་ན་ལྷ་ཆེན་ལ་དད་མཁན་དང་མི་དད་མཁན་གཉིས་ཀ་ཡོད་ཀྱི་རེད་ད་ལྷ་ཆེན་ཁོ་རང་འཇིག་རྟེན་ཞི་བ་པོ་ཡིན་དུས་གཅིག་ཤི་ན་ཁོང་གི་མི་དེ་ནི་གཟུགས་ནོར་དེའི་རྒྱུ་མཚན་ཟིག་ཡོད་ན་དང། དེས་ན་ད་ལྷ་ཆེན་ལ་མི་དད་མཁན་དང་བཅས་བཟོད་པ་སྒོམ་གྱི་དུས་ལྷ་ཆེན་ལ་སེར་ཞིག་ཡོད་ལྟ་བབ་བྱེད་སྟངས་ཟིག་ཡིན་ཟིན་ན་ད་ལྟ་ཁོ་ཚོའི་སྤྱི་བོའི་སྒེར་ལ། ཁོ་ཚོའི་ནང་གི་ད་གསོ་རྒྱུག་གི་ལྟ་ཚུལ་དེའི་ནང་ནས་སྤྱི་བོའི་སྒེར་གྱི་རང་དབང་དེ་མཐའ་གཅིག་ཏུ་བརྩི་འཇོག་བྱེད་ཀྱི་དུས་ཁོ་ཚོའི་རང་གི་ཆོས་ལ་དད་མོས་བྱེད་སྟངས་ཟིག་ཆགས་འདུག་ཨ་མི་རི། ད་ང་ཚོ་ཡིན་ན་དེ་ལས་ཀྱང་ད་ལྟ་ཆེན་པོ་རེད་ར། སྐྱེ་བོ་བསམ་ཚུལ་ཐ་དད་པ་དང་ཆོས་ལུགས་ཐ་དད་པ་སྣ་ཚོགས་ལ་བཀའ་ཡང་བྱེད་པ་དང། དེ་ནས་འཇིག་རྟེན་གྱི་མྱི་ཐམས་ཅད་ལ་ལྟ་སེལ་སྣ་ཚོགས་ཡོད་པ་དེ་ཚོ་གི་ཆོས་ཉིད་ལ་བརྩི་འཇོག་བྱེད་རྒྱུ་དང་ཆོས་ཀྱི་ཉམས་ལེན་ཟེར་དང་རང་གི་ཆོས་ཡིད་ཆེས་བཏང་ཟེར་གླིང་འདྲེ་ལ་ཡིད་ཆེས་བཏང་ཟེར་དངོས་བོ་བདེན་པ་ལ་ཡིད་ཆེས་བཏང་ཟེར་ག་གོ་གླང་ན་དཔེ་ཧོ་ཡིན་གྱི་རེད་བསམ་འདུག་གི། དེ་མ་གཏོགས་འཇིག་རྟེན་ཁམས་འདི་ན་སངས་རྒྱས་བཅོམ་ལྡན་འདས་ཁས་མི་ལེན་ན་ཟེར་ཡོད་གི་བསམ་མི་དུས་ཐོག་ལྕགས་ཀྱི་ཁོང་ཁྲོ་ལངས་ནས་འདུག་རྒྱུ་དེ་ཆོས་ཀྱི་ཉམས་ལེན་ཟེར་ཡིན་དང་མིན་དེ་བསམ་བློ་བཏང་དགོས་པ་རེད་ར།

མི་རིགས་དང་མི་རིགས་ཀྱི་བར། རྒྱལ་ཁབ་དང་རྒྱལ་ཁབ་ཀྱི་བར། ཆོས་ལུགས་དང་ཆོས་ལུགས་ཀྱི་བར། འཇིག་རྟེན་ཁམས་འདི་རྩོད་རྙོག་ཅན་འདི་ར་མཚམས་མཚམས་མ་དེ་གནད་དོན་འདི་ཆི་ཟིག་ཡིན། སེར་ས་མི་འཇོན་ཅིག་གི་གནད་དོན་ཧོན་འཇོག་གོ་ནི་རེད་ད་ཧོན་འཇོག་ག་ཡིན་ན་ཁར་ཚང་དེ་རང། ཆ་ཟིག་ནང་གི་ཨི་སི་རལ་ད། པ་ལི་སི་ཐན་གི་གནད་དོན་འདི་ལྟ་བུ་ཟིན་ན། འདི་ཧར་ཚིར་ཉིག་གིས་དང་ལེན་ཡེ་རྒྱུ་ཟིག་གི་ཐག་གཅོད་མཁན་གི་ཤེས་རབ་ཅན་འདི་ད་སྔན་འཛམ་གླིང་འདི་ནས་མེད་གི་ཟིག་གོ་ནི་རེད་དེ་མི་སོང་གི་ཨ་ཀི་ར་ལ་ལས། དུ་མ་འོངས་པ་ན་འདི་གནད་དོན་དུ་ཆི་ཟིག་ཐག་གཅོད་དང་འདི་ཆི་ཟིག་ཐག་གཅོད་མཁན་དར་ནག་མེད་གི་མ་འོངས་པ་གི་ཆི་ཟིག་ཐག་གཅད་རྒྱུ་ཡིན་ན་ཨ་ཟིག་དེ་མི་བཤད་དགོས་ནི་རེད་དཔེ་དེ་བཞིན་དུ་དེ་ལྟ་བུའི་གནད་དོན་མང་བ་ནི་རེད་གར་ཚང་གི་ཁྱེད་རྣམ་པ་བཞི་རྒྱུ་ཡིད་བཞིན་གི་བླ་ཆེན་ཁྲུས་ཁྲུས། ད་ཁྱེད་རྣམ་པའི་མིང་རིག་ན་དང་རིག་འོ་རྒྱུ་པར་ར་ད་དགུང་ལོ་དགུ་བཅུ་ནང་ཟིག་ཕར་ཆེ་ཡིན་པ་ད་དེ་མི་བཞག་ནི་ཧོ་ཅན་ཟིག་ག་དེ་མི་བཟོ་རྒྱུ་ཧ་ལས་པའི་སྐྱེ་བོའི་དམ་པ་རེད་འཇིག་རྟེན་ཁམས་ནི་གུམ་ལྡིང་གི་གྲོགས་པོ་གཙོ་བོ་ཞིག་རེད་ར། ཁོང་གིས་ད་ལྷོ་ཨ་ཧྥེ་རི་ཀ་འདྲ་ཟེར་མཁན་ནི་ཁོ་ཚོའི་བར་མི་སེར་ཁྲག་སྦྱོར་གྱི་གནས་ཚུལ་ལྷག་ཏུ་དྭངས་བོ་མི་དཀར་གྱི་གཞུང་གི་མྱི་ནག་དུ་སུའི་ཐོག་གི་མནར་གཅོད་ཚད་ལས་འདས་པ་བཏང་མྱོང་ནི་རེད་ད་དངོས་གནས་དྲང་གནས་ཀྱི་ཚད་ལས་འདས་པ་བཏང་མྱོང་ནི་རེད་གཞིགས་ནས་ད་མྱི་ནག་གི་ཁོ་ཚོའི་ཆེ་གཟིགས་སྒོ་ནས་རོགས་དེ་ལ་ངོ་རྒོལ་བྱས་ནས་ཁོ་ཚོའི་ངོ་རྒོལ་ལ་འབྲེལ་ཐོབ་ནི་ཁོ་ཚོའི་དམག་གཙོའི་ལམ་ལ་འཇོག་གི་འདུག་འདི་ག་བ་ད་ཁོ་ཚོ་གནད་འགག་ཆེ་པོ་ཟིག་ལྷག་བཅུ་ལྔ་ན་མྱི་ཡབ་གསང་མཁན་གྱི་མྱི་ཅན་ལྟེ་བོ་འདི་དག་ཆེ་གཟིགས་སྒོ་གི་ད།

དེ་འདྲའི་དོན་དག་ཐག་བཅད་ཚུལ་དེ་འདྲའི་གཞུང་ནི་རེད། དེ་བཞིན་དུ་ད་དེ་འདྲའི་དུ་དཔེ་གཅིག་རེད་མ་གཏོགས་དེ་དཔེ་མཚོན་ཤིན་ཏུ་མང་བ་རེད་ད་དུ་སུ་ཁྲུ་ཁྲུ་གི་ད་རེས་མི་ཡུལ་གངས་སུ་ཅུ་མི་ཡུལ་དབུས་ལ་ཟེར་གི་འདུག་ཅོ་འདི་དཔེ་ཅན་དུ་རྒྱ་ཡིག་ལ་བསྒྱུར་ཆོག་གི་མི་རེད་ད་རྗེས་མ་སུ་བོ་ཡིག་ལ་འགྱུར་འོང་ན་དང་དུ་ཅན་པོ་རེ་རིག་རྩིས་དགའ་གི་ཅི་ཨོ་ད་བཟོད་པ་ཟིག་ཅིག་ཤེས་རིག་འདི་སོ་འགྲོ་བ་མིའི་རིགས་ཀྱི་དཀའ་རྙོག་ཆེ་པོའི་སྐལ་བ་འདི་འདྲའི་མཉམ་ལས་ཡིན་ན་ཕན་ཐོག་ཡོད་རྩི་ག་བསམ་གྱི་ང་ཅག་གི་མྱོང་བ་ཐོབ་རྒྱུ་ཡོད་འདུག་ད་སོ་རྗེས་མ་ག་ལེ་ག་ལེ་གཟིགས་ན་ཡག་ཤོས་ཡོད་ནི་རེད།

དེ་བཞིན་དུ་ང་ཚོའི་སྟོང་ཕྱག་ཆིག་ཕྱག་ཆུད་ཟོས་ཡིན་ན། ཐོག་མར་རང་གི་གཉིས་པ་དེ་སྔོ་བགྲང་ཡིན་རང་གི་གཉིས་པ་འདི་བསགས་ཡོད་དགོས་འདི་ནི་ཕྱག་རྒྱ་ཡིན་བསམ་རྒྱུ་འོག་ཏུ་ང་ཚོའི་ཤེས་རིག་གི་ནང་ན་རྒྱ་གར་དང་འོག་གི་ཤེས་རིག་གི་ནང་ཡོད་རྒྱུ་རེད་རང་ནུབ་ཕྱོགས་ལ་ཡང་དེ་ཡོད་ནི་རེད་ད། ནུབ་ཕྱོགས་ལའང་ཁིར་ཁྱེད་ཀྱི་ནམ་མི་ན་སོང་ནི་ཁིར་གྱི་ལྷ་ཆེན་དེ་འདི་ནི་གཉིས་པ་དེ་གི་རྟགས་རྒྱུད་དོ་འདི་ག་ཁིར་གྱི་གསོལ་འདེབས་ཡིན་ར་དེའི་མི་ཚད་དཔེ་འཇོག་ཁ་ཡིན་ན། རང་གི་མི་ཚེ་འདིའི་བྱས་ཉེས་དེ་ཡིག་ཐོག་ག་བྲིས་ཕྱིར་འོང་ན་དེ་འགྱོད་བཤགས་ཡིན་མཁན་གྱི་བརྩམས་ཆོས་ཡང་དེ་མིན་སྐད་གྲགས་ཅན་ཆ་ཚིག་འོང་ནི་ཁོ་ན་ཨོ་ཁུ་སི་ཐན་གྱི་འགྱོད་བཤགས་ཀྱི་རབ་བྱེད་འཛིན་ན་ཆོག་གོ། ཁྲང་ཧུའེ་ལུའུ་ཟེར་གྱིས་བཟུང་ནི་ཨོ་ཁུ་སི་ཐན་འདི་ད་ཧ་ལི་པི་ཡེ་ཤེས་ཀྱི་ཆོས་པའི་ནང་ནས་སྔ་ཕྱི་མགོན་པོ་ཀླུ་སྒྲུབ་ལྟ་བུ་དེ་མི་ཟེར་ག་ཟེར་གྱི་ཟེར། ད་དུ་ར་བར་མིག་ཡེ་ཤེས་ཀྱི་མཁས་པ་ཆེ་ཁ་བཤད་ན་ཨོ་ཁུ་སི་ཐན་ད་ཐོ་མ་སི་ཨ་ཁུ་ལ་ནི་ག་ཕར་ཆེ་དམག་ལང་ཐ་མའི་ཉེར་འབྲེལ་ཡིན་ནོ་ལྟ་བུ་དེ་མི་ཟེར། དེའི་ནང་གི་ཨོ་ཁུ་སི་ཐན་གྱི་བྲིས་ནི་རེད་དེའི་རྗེས་སུ་ཧྥ་རན་སི་གི་ལུའུ་སོ་གྱི་ཡང་འགྱོད་བཤགས་ཀྱི་ཡང་དེ་མི་རབ་བྱེད་ཚུལ་བྲིས་ནི་རེད། ཨུ་རུ་སི་གི་གན་གི།

ག་དུས་ཡིན་ན་ཁོའི་ལུས་ཉིད་ཡིན་མིན་ཁོ་བོ་འགྲིག་བསྡད་ཡོད་ཁོ་ཡང་དག་པ་ཡིན། གཞན་རིག་པ་ཐམས་ཅད་ཀྱི་ཁོ་གཅིག་འགྲིག་མིན་ཁོ་གཅིག་ཆད་དོ་ཁོ་བཟང་མིན་མིན་ན་ཁུ་དག་ཧ་ར་མཆོག་ཙི་ག་ཡིན་མིན་ཡིན་བསམ་མཁན། དོལ་རྒྱལ་འབུ་གུ། སྲོལ་རྒྱུན་གྱི་ཤེས་རིག་དང་སྦྱི་སེམས་འདྲེན་མཁན་གྱི་བསམ་ན་གཞན་ལ་བཟོད་སྒོ་མེད། གཞན་པའི་ཐོག་སྐྱེལ་ཡང་མེད་ཀི་དེ་གཉིས་ཀ་སྦྱི་སེམས་ཀྱི་སྒོ་ནས་དེ་མི་བཟོད་ཕར་ཆེར་ཨེ་ཡིན་ནམ་བསམ་གྱི་འདྲ་འདྲ་རེད་དེ་མིན་སོང་ན་ང་ཚོ་བཟོད་པའི་ཤེས་རིག་དང་མཉམ་དུ། ཡང་མི་རིགས་འདིའི་ནང་ན། འགྱོད་བཤགས་ཡོད་རྒྱུའི་ཤེས་རིག་རང་གི་མ་འགྲིག་ནོ་དེ་འགྱོད་བཤགས་ཡོད་རྒྱུ། དེ་ཡོད་དེ་ཤིན་ཏུ་གལ་ཆེན་པོ་རེད་ད་ལྟའི་འཛམ་གླིང་སྒང་འདིའི་ཐོག་ནས་ཆེ་ས་ནས་རྒྱལ་ཁབ་ཟེར་ན་མི་རིགས་ཟེར་ག་མཚོན་ན་མི་རིགས་དེ་གི་ཤེས་རིག་དེའི་ནང་ཤོང་རྒྱ་ཡོད་མེད་དམ་དེ་ཆེ་ཆུང་དེ་དེའི་སྔར་གི་ཁར་གི་ལོ་རྒྱུས་བྱས་ཉེས་དེ་ཆེ་ཟེར་ཡག་གདོང་གཏད་རྒྱུ་ཡིན་འགྲིག་མིན་ནོ་ཁས་ལེན་རྒྱུ་ཡིན་ན་ཁས་ལེན་རྒྱུ་མིན། དོ་ཐམས་ཅད་ནི་དོན་ཆེན་པོ་རེད། ཨ་རི་བ་ཐམས་ཅད་ཀྱི་མགོ་སྐོར་བྱེད་མཁན་ཨན་ཏི་ཨམ་པ་ཆག་གི་སེམས་ནི་ཆག་གི་འཁོར་ལོ་བསྐོར་ནས་དངོས་གནས་དྲང་གནས་ཀྱི་བྱང་ཨ་མི་རི་ཀ་ནས་ནག་ཉེས་བསུ་བ་ནི་རེ་བདེན་པ་རེད། རེད་དེ། ད་ལྟའི་གི་བྱང་ཨ་མི་རི་ཀ་གི་སྔོན་གྱི་ཨན་ཏི་ཨམ་པ་དེ་དག་ཐམས་ཅད་ཁོ་ཚོའི་ཐོག་དེ་འདྲའི་གི་སྡང་སེམས་དྲག་པོ་དང་རྒྱང་གི་ཁོ་ཚོའི་བར་འདི་མིའི་གི་མཛའ་གྲགས་གི་འགལ་ཟླ་མི་སྐྱིད་པོ་རྒྱུ་མཚན་ཆི་ཟིག་རེད། ཁོ་ཚོས་གནས་སྐབས་དེ་དག་ཐམས་ཅད་ཀྱི་མི་རབས་སྔོན་མ་ཐམས་ཅད་ཀྱི་ཕྱི་ཉིན་བསགས་ཡོད་བ་རེད་དེ། དེ་ཕྱི་མ་རྣམས་ལ་དེ་ཕྱི་ཉིན་ཁས་ལེན་པའི་སྤོབས་པ་ཡོད་མི་རེད། ཁས་ལེན་པའི་སྤོབས་པ་ཡོད་པར་མ་ཟད་ཁས་བླངས། དེ་ནས་ད་ལམ་མ་ཕྱི་ཟིག་འཇོག་དགོས་གི་དེ་འདྲའི་གི་ལྟ་ཚུལ་ཡོད་འདུག་ན་ཁོ་ཚོའི་སྡང་སེམས་དེ་མི་ལ་ཡོད་གི་ནི་མ་རེད་དེ་སོང་ན་ལོ་རྒྱུས་ཨ། གི་བདེན་པའི་སྟེང་ནས་གདོང་གཏད་རྒྱུ་དང་དེ་གི་ཕྱི་ཉིན་ཁས་ལེན་རྒྱུ་ལ་སོགས་པ་ཐམས་ཅད་བཟོ་པའི་རིག་གནས་ཀྱི་སྔོན་འགྲོ་གཙོ་བོ་ཟེར་ཡས་ཟིན་ན་དེ་བཞིན་དུ་སྔར་ཆད་འོ་དང་སེ་ར་སྦྱར་ནའང་དེ་རེད། ལོ་རྒྱུས་ཀྱི་ཐོག་ལྟར་ཁྲིམས་མཐུན་རྩོད་རྙོག་ལ་སོགས་པ་ས་ཁུལ་གྱི་རྩོད་རྙོག་དེ་མིན་གྱི་ཐོག་ནས་བཤེས་གཉེན་མང་པོ་བསགས་ཡོད་པ་དེ་དག་དངོས་ཡོད་གནས་ཚུལ་དེ་ཧ་གོ་རུ་བྱས་ནས་ད་དངོས་གནས་དྲང་ནས་གྲུབ་མཐའ་བཙལ་བཙལ། དགོན་པ་བཙལ་བཙལ་བླ་མ་བཙལ་བཙལ་ནམ་འབྲས་ཆུ་ས་ཐོབ་གི་འགྲོས་མཆོད་རྩིས་ཀ་ཐོབ་ཀྱི་མེད་གི་ད། དེའི་གི་བཤེས་གཉེན་དེ་ངོས་བཟུང་ནས་དེ་ལ་ཐུགས་ཁོང་དུ་སོང་བ་ལྟ་བུའི་འགྱོད་སེམས་བརྟེན་ནོ། འོ་ད་ནི་དངོས་གནས་དྲང་ནས་ཕན་ཚུན་གྱི་བར་བཟོད་སྒོམ་བྱེད་རྒྱུ་དེ་ལས་ཧ་ཟིག་མེད་གི་བསམ་རྒྱུ་ད་ཚེར་དེ་འདྲའི་གཟུགས་བྱུང་ནི་དུ་མི་རིགས་གཅིག་གི་དཔལ་ཡོན་གྱི་གཞུང་རྟ་ཟིག་ཆགས་ན་དེ་ནས་འོ་གི། སྤྱི་ཚོགས་འདི་ལ་ཤེས་རབ་དང་དེ་ནས་བརྩེ་བ་དང་དེ་ནས་གང་ལྟར་དེ་འདྲའི་ཁྲིམས་ཀྱི་དབང་གྱེར་ལ་སོགས་འཇིག་རྟེན་གྱི་གནས་ལུགས་དང་དེ་འདྲའི་རྨོངས་བརྩེ་བའི་གང་ཟག་མང་བོ་སྐྱེས་ཀྱི་དང་དེ་ནས་ཤེས་རབ་ཆེན་པོ་ཅན་གྱི་སྐྱེས་བུ་མང་བོ་སྐྱེས་ཀྱི་སྔར་དེ་རེད་བསམ་འདུག་ག་རང་དབང་ཟེར་འདུག་རྒྱུ་རང་དབང་གི་བསམ་བློ་མེད་ན་རང་དབང་གི་གཏམ་རྒྱུད་མེད་ས་ཟིག་ན་ཤེས་རབ་ཅན་སྐྱེས་ཀྱི་ཤིན་ཏུ་ཁག་པོ་རེད་ད། ཁར་སང་གི་ཁྱེད་རྣམ་པ་ཀྱི་རྒྱུ་དུ་ལན་ཐུག་དུ་ལན་ཐུག་གི་ལོ་རྒྱུས་ཀྱི་ལྷ་བཤད་ཟེར་རྒྱུ་དེའི་ནང་ན་ལྟོས་ཚིག་ག་གི་ཆ་ག་དང།

ཕྱོགས་གཅིག་གི་ལྟ་སར་ཆུ་ཟ་རེ་བརྫིས་ན། འགྲོ་བ་མིའི་དཔལ་ཡོན་ཟད་ཀྱི་དུས་རང་བཞིན་གྱི་ཉམས་མྱོང་གི་ཐོག་ཉམས་མྱོང་བསགས་བསགས་བསགས་བསགས་རང་བཞིན་གྱི་ཡར་ལྡོང་སྐྱེ་སྐྱེ་ཡི་སྐྱེ་བོ་ནི་ཟིན་ནོ་དེ་མིན་གྱི་ལྟ་སར་གནས་ཡོད་མེད་རེ་ད་དོན་གཉིས་ཀའི་ནང་ནས་གང་ཡང་དག་པ་ཡིན་དང་གང་དག་པ་ཡང་དག་པ་མིན་འདི་དུས་ལན་ཐུག་གམ་འགྲོ་བ་མིའི་རིགས་ཀྱི་ལོ་རྒྱུས་ཀྱི་བསླབ་བྱ་གི་ནང་འདི་རིགས་ཤིག་བལྟས་དུས་ན་དེ་ལན་དུ་ས་བོ་ཡིར་སྐད་ཡོད་རེ་ད། འགྲོ་བ་མིའི་རིགས་ཀྱི་དཔལ་ཡོན་ཟད་རྒྱུ་དང་འཆར་ཁུལ་ཡིན་ན་བ་གི་ཟས་ནོར་བ་དང་དཔེར་ན་སྒི་རི་སི་ནས་འབྲི་ཟིན་ན་བོ་ལ་ཐུག་ལྟ་བ་རེད། བོ་ལ་ཐུག་གི་ཕུགས་བསམ་རྒྱལ་ཁབ།

འཇིག་རྟེན་འདི་ཤེས་རབ་ཅན་གྱི་སྤྱི་བོའི་ཆ་ཚིག་གི་སྐྱི་པོ་ཟུར་བཀྲལ་ནི་འཆར་སྣང་གི་ངང་ནས་བཟོས་ན་བ་ཇི་ཙམ་མི་འབའ་ད། འཆར་སྣང་གི་བཟོས་ནས་མི་ཡུལ་ལ་ལྷ་ཡུལ་བཟོ་དགོས་ཟེར་ནས་མཁས་པ་བདམས་དང་དེས་མཁས་པ་དེ་དག་གི་ལྟ་གྲུབ་དེ་ལག་ལེན་འཛུགས་ཤེས་དགོས་ན་མི་ཡུལ་ལ་གཉེར་བ་སྤྲོད་མཁན་ཁོ་ཚོ་རེད། འཇིག་རྟེན་གྱི་མི་ཡུལ་ལ་བློ་ཡུལ་ལས་འདས་ཡི་གཉེར་བ་བཟོ་མཁན་རྣམས་ནི་འཇིག་རྟེན་ནི་མི་ཡུལ་ལ་ལྷ་ཡུལ་བཟོ་མཁན་ཟེར་དགོས་ཐམས་ཅད་ཀྱི་ལག་རྗེས་རེད། དེའི་སོང་ནས་མི་ཡུལ་དུ་ལྷ་ཡུལ་བཟོ་འདྲི་ཟེར་ག་གང་འཇོག་དགོས་ཟེར་ན་ཐམས་ཅད་མཐའ་འཇུག་ཕམ་ཁ་རག་སོང་ནི་རེད།

ད་ཆེ་ཟེར་གྱི་དུད་འགྲོ་འམ་མྱིག་གི་ཆོས་ཉིད་དུ་མི་བརྗེད་ད་ཆོས་ཉིད་དེའི་ཐོག་ནས་ག་ལེ་ག་ལེ་ཡིན་ན་ད་ཚོང་ལས་ལ་སོགས་བཟོ་ལས་ལ་སོགས་ག་ལེ་ག་ལེ་ཡར་རྒྱས་ཡར་ཐང་ན་ད་ནི་འགྲོ་བ་མིའི་དཔར་ཡོན་དུ་དེ་རིགས་ཆགས་གོང་དུ་ཟིན་ཡིན་པས་ཆགས་ཟིན་གོང་དུ་དོན་དམ་པའི་དཔར་ཡོན་དུ་དེ་རིགས་ཆགས་གོང་དུ་ཟིན་དགོས་ཡོད་ནི་རེད་ད། དེའི་གསུང་དུ་ད་ལྟ་འདི་ཁྱེད་ཀྱི་ནས་མགོ། ཨོ་ང་ཚོས་ཡང་དེ་རེད་ད། ང་ཚོས་ཡང། ད་དཔར་ཡོང་ཟེར་གྱི་དུ་ཆགས་དགོས་འདུག་ན། ཡིན་ད་མིན་གྱི་ལོ་རྒྱུས་ཀྱི་ཉམས་མྱོང་བ་ལྟོས་ནས་བློ་རྒྱུས་ཀྱི་ལྷབ་བཤགས་ལ་བརྟེན་ནས་དེ་ནས་ག་ལེ་ག་ལེའི་དཔར་ཡོང་གི་ལམ་ཁབ་བཙལ་གྱི་དུ་ག་ཆེན་པོ་རེད་མ་གཏོགས། ཤེས་རབ་ཀྱི་འཆར་ཚུལ་གྱི་འཆར་སྣང་སྔོན་དུ་བཏང་ནས་བཟོ་ཐུབ་པ་ཞིག་མ་རེད། འོ་ན་ཁ་ཤས་ཀྱིས་དྲི་བ་ཞིག་རེད། འོ་ན་སངས་རྒྱས་ཆོས་ལུགས་ཀྱི་ནང་སེམས་ཅན་ཐམས་ཅད་སངས་རྒྱ་རྒྱལ་བོ་གསུང་གི་ཡོད་ག། དེ། ཚེ་རབས་མང་པོ་གྱི་རྒྱུན་མཐུད་ནས་ད་དེ་འདྲའི་ཟིག་གི་ཐོག་ནས་ལྟ་བ་ཟེར། དེས་གང་ཟག་སྒེར་གྱི་རང་མོས་ཀྱི་ཉམས་ལེན་དང་གང་ཟག་སྒེར་གྱི་རང་མོས་ཀྱི་སློབ་སྦྱོང་ལ་བརྟེན་ནས་ཡར་རྒྱས་ལ་འཇོག་རྒྱུ་ཡིན་པས་སེམས་ཀྱི་ཡོན་ཏན་ཡར་རྒྱས་གཏོང་རྒྱུའི་གོ་རིམ་འདི་རེད་མ་གཏོགས། རྒྱལ་པོ་དང་ཁྲིམས་དང་དམག་གི་བཙན་པོ་ཡི་ཁྱེད་རང་ནི་སེམས་ཅན་ཐམས་ཅད་སངས་རྒྱས་གཏོང་རྒྱུ་དང་སེམས་ཅན་ཐམས་ཅད་དགྲ་བཅོམ་པ་གཏོང་རྒྱུ་དེ་སངས་རྒྱས་ཀྱི་གཞུང་ལུགས་ནང་ཐུག་པ་ཁེར་ཟིག་ཡོད་མ་རེད། དོན་མེད་དུ་ན་སངས་རྒྱས་བཅོམ་ལྡན་འདས་ཀྱི་ནང་གི་ལྟ་བ་འདི། ཡོངས་ཁྱབ་ཀྱི་བཤད་ཀྱི་ནི་འུ་ཐོག་པང་གི་ལྟ་བ་འདི་དང་འདྲ་ནི་ཨེ་རེད་ཅེ་ན་དེ་གཏན་ནས་འདྲ་བ་མ་རེད་ངས་བལྟས་ན། ཅིའི་ཕྱིར་མི་འདྲ་ནི་རེད་ཅེ་ན་ཁོ་ཚོས་འུ་ཐོག་པང་བཟོ་མཁན་འདི་དག་ཐམས་ཅད་ཀྱིས། ཕུགས་བསམ་རྒྱལ་ཁབ་སྐྲུན་མཁན་འདི་དག་ཐམས་ཅད་ཀྱི་འཛམ་གླིང་མ་དག་པའི་འཇིག་རྟེན་འདི་རྣམས་ལྷ་ཡིར་བཟོ་དགོས་ཟེར་བ་ནི་རེད། མ་དག་པའི་འཇིག་རྟེན་འདི་ནི་དག་པའི་འཇིག་རྟེན་བཟོ་རྒྱུ་དེ་སངས་རྒྱས་ཀྱི་གཞུང་གི་དགོངས་པ་རྩ་བ་ཉིད་ལས་མཐུན་གི་མ་རེད་མ་དག་པའི་འཇིག་རྟེན་འདི་ནི་མ་དག་པའི་སེམས་ཅན་གྱི་ཆོས་ཉིད་དང་མཐུན་པའི་བདུད་བསྐྱེད་ཀྱི་སློང་བ་སྐྱིད་པོ་ཟིག་བཟོ་རྒྱུ་ཡོད་ནི་རེད། དེ་ཡོད་དུས་དེའི་ནང་ནས་སློང་བ་སྐྱིད་པོ་ཟིག་བཟོ་དགོས་ན་གཙོ་བོའི་ནང་གི་གཙོ་བོ་ཞིག་གང་རེད་ཟེར་ན། འགྲོ་བ་མི་ཐམས་ཅད་ལ་སྐྱེས་བུ་སྒེར་རེ་རེས་གཙོ་བོ་འཛིན་ན་སྐྱེས་བུ་སྒེར་རེ་རེས་རང་དབང་བཞིན་བྱས་ད་སྐྱེས་བུ་སྒེར་རེ་རེ་གི་ཁྱད་ཆོས་གཙོ་བོ་འཛིན་རྒྱུ། འདི་ཕྱོགས་ཡིན་པ་དེ་འགྲོ་མིའི་ལྷ་བཤའ་གི་གྲུབ་ཆའི་རང་དོན། འདི་མིས་གྲུབ་བྱས་ད། བཟོ་པའི་རིག་གནས་དག་རམ་འདེགས་ཆེན་པོ་བཟོས་ཡོང་དུས་ང་ཚོས་རང་གི་རིག་གནས་ཀྱི་ནང་ན་བཟོ་པའི་རིག་གནས་ཀྱི་རྒྱུན་ལྡན་མིན་རང་པོ་ཟིག་ཡོད་པ་དེ་ལ་སྤོབས་པ་སྐྱེས་ན་དེ་ནས་འདི་དོན་དུ་བཟོ་ཟེར་བ་དེ་རེད། དྲན་ན་དེ་མི་བཟོ་བསམ་ནས་འདི་རེད། དེ་རེད་དེ་ནས་ད་ལི་ཆ་མ་ར་ཙི་ག་ཟིག་འཇོག་དང། རྫོགས་སངས་འོ་རེད། རྫོགས་སངས་རྒྱས་ཀྱི་བྱང་ཆུབ་ཕྱིར་བསྔོས་ཀྱང་སྲིན་མིག་ཡོད་ན་དེ་ནི་འཇིག་རྟེན་པའོ་མིག་བར་མེད་ན་དེ་ནི་སངས་རྒྱས་ཀྱི་འཇིག་རྟེན་འདིའི་ཕ་རོལ་ཕྱིན་གྱི་རྟེན་ཟིག། ད་གར་ཚང་སྔ་མ་གཉིས་ཀྱི་སྐབས་སུ་སོང་བ་རྣམ་བཞི་འདྲེས་ལ། ཡང་འཇིག་རྟེན་འཇིག་རྟེན་ལས་འཇིག་རྟེན་པའི་བཟོད་པའི་ཡོན་བཟོད་པའི་ཉམས་ལེན་དང་འཇིག་རྟེན་ལས་འདི་ཡི་བཟོད་པའི་ཉམས་ལེན་ཚང་གཉིས་གསུངས་པ་ནི་རེད་ད། དེ་ནས་བཟོད་པ་བསྒོམ་པའི་ཡུལ་དང་བཟོད་པ་བསྒོམ་པ་པོ་དང་བཟོད་པ་བསྒོམ་པའི་བྱ་བ་རྣམས་འཁོར་སེམས་དམག་མིག་གི་ངང་ནས་ཉམས་སུ་ལེན་པ་སྟེ་འཇིག་རྟེན་ལས་འདི་ཡི་བཟོད་པའི་ཉམས་ལེན་འདྲེས། དེ་དག་ལ་སྲིན་པོ་དེ་ལ་བདེན་པའི་མི་ཤ་ཡོད་ན། དེ་ནས་ཆོས་བདེན་པའི་མི་ཁ་མེད་ན་འཇིག་རྟེན་ལས་འདས་ཡའི་ཕ་རོལ་ཕྱིན་པ་དེ་སངས་རྒྱས་ཀྱི་གསུང་བ་དང་བདེན་པར་འཛིན་པའི་མི་ཁ་དང་བཅུའི་ངང་ནས་དེ་དག་ཉམས་སུ་ལེན་པ་དེ་འཇིག་རྟེན་ལས་འཇིག་རྟེན་པའི་བཟོད་པའི་ཕར་ཕྱིན་རེད་དེ་གསུངས་པ་རེད་ད་འཇིག་རྟེན་དང་འཇིག་རྟེན་ལས་འདས་པའི་བཟོད་པའི་ཕར་ཕྱིན་གྱི་རིམ་པ་གཉིས་སྤྱིར་ན་འདིའི་བཟོད་པའི་སྐབས་སུ་ལམ་རིམ་ཆེན་པོ་དག་དེ་ནས་ཕ་རོལ་རོ་ཉོན་མོངས་ཡི་གཞན་གང་དུ་བུ་སོང་འདུག་ན་དེས་རང་དབང་མེད་ཀི་རང་དབང་མེད་ན་བཟོད་པར་བསྒོམ་དགོས་ཀི་ཟེར་རྒྱུ་རང་དབང་ཡོད་དང་མེད་དེ་ལྗང་པོ་དུ། ད་སྔར་ཆ་ད་རེས་དུས་ཚོད་ཀི་བྱེད་ཁོ་མེད་ཀི་གར་གཉན་ཟིག་ལ་ངས་མདོ་ཙམ་ཙུག་བླངས་ནས་འདི། དུ། སྤྱིར་བཏང་གི་མཚན་ཉིད་རིག་པའི་ནང་ནས་ཧ་ལས་པའི་སྐྲག་ནས་ཆེ་པོ་རེད། རང་དབང་ཡོད་ནི་རེད་ན་ཡོད་ནི་མ་རེད་ཟེར་རྒྱུ་དེ་དཔེ་དང་རྨོངས་བོ་དྲངས་ནས་འདི། ནུབ་ཕྱོགས་ཀི་མཚན་ཉིད་རིག་པ་དེ་ཚོའི་ནང་ནས་དུ་སྐྱག་ཆེ་སྐྲག་ནས་ཆེ་པོ་བརྩི་གི། དེ་ནས་ཁོ་ཚོས་སྤྱིར་བཏང་འཇིག་རྟེན་ཁམས་ན་ཅི་ཕྱིར་མི་དགེ་བ་ཡོད་ཀྱང་ནི་རེད། ཅི་ཕྱིར་སྡིག་པ་ཡོད་ཀྱང་ནི་རེད་དུ་སྐྲག་ནས་ཆེན་པོ་བརྩི་དགོས་ནི་རེད་འཇིག་རྟེན་བྱེད་པ་པོ་ཁས་ལེན་པའི་ལུགས་ལ། འཇིག་རྟེན་ཞེས་པ་པོ་ཁས་མི་ལེན་པའི་རིགས་ལ་དུ། དཀའ་འགགས་ཆེན་པོ་མ་རེད་ར་དེ་རང་དབང་ཡོད་མེད་དུ་ཡང་རྟེན་འབྲེལ་ཡོད་རྒྱུ་རེད་ད། དཔེ་འཇོག་ག་ཡིན་ན། འཇིག་རྟེན་ཐམས་ཅད་ལྷ་ཆེན་པོའི་གཟུ་བོ་ར་ཟེར་ད་ང་ཚོ་མཐའ་གཅིག་ཏུ་འཇིག་རྟེན་གོ་པ་པོ་ཁས་ལེན་མཁན་ཟེར་ན། འཇིག་རྟེན་ཞེས་པོ་ཁས་ལེན་ན་ཟེར་ན། འཇིག་རྟེན་ཐམས་ཅད་ལྷ་ཆེན་པོའི་གཟུ་བོ་རེད་ལྷ་ཆེན་པོ་ནི་བླ་ན་མེད་པའི་བརྩེ་བ་ཅན་རེད་ད། བླ་ན་མེད་པའི་བརྩེ་བ་ཅན་ཡིན་ན་ལྷ་ཆེན་པོ་འཇིག་རྟེན་ན་མི་དགེ་བ་ལ་ཕྱིར་དང་ཕྱི་ཟ་ག་བཟོ་བཞག་ན་རེད། བཟོ་དགོས་དོན་མེད་གི་ད། ཅིའི་ཕྱིར་མི་རྣམས་ལ་སྡུག་བསྔལ་ཡོད་པར་གཟུགས་བྱུང་བ་རེད། ཁོང་གི་ཐམས་ཅད་པོ་ཁོང་གི་གཟུགས་ནི་ཁོང་སད་ཡུལ་བདག་ཉིད་ཅན་ཡིན་ན། སྡུག་བསྔལ་དང་མི་དགེ་བ་དང་བཟོ་བསྟོད་འཆལ་ཟེར་རེ་ཟིག་འདུག་འཇིག་རྟེན་ཀུན་པ་པོ་ཁས་ལེན་པའི་ལུགས་ལ་དོ། ཅིག་ཅིག་གི། གནད་འགག་ཆེ་པོ་ཟེར་དཀའ་གི། ལ་བུ་ནི་ཚི་ཟེར་རྒྱུ་བོ་དེའི་དོན་ལ་མི་ངོ་ལྟ་བ་ནི་རིག་གཞུང་གི་སྟེང་ནས། ལྷག་པར་དུ། ཉེ་རབས་ཀྱི་དུས་སུ་ནུབ་ཕྱོགས་ནས། འཆལ་ཟེར་དགོངས་ནི་རིག་གོ། གཙོ་བོ་གཅིག་ས་ཡོམ་ཆེན་པོ་ཟིག་བྱུང་ནི་རེད་ས་སྐྱ་ཟེར་ག་དེ་ས་སྐྱ་དེ་མྱང་ང་མི་གྲངས་གི། ས་ཡོམ་དུ་བྱུང་ནི་མྱི་ཁྲི་བཅོ་བཞི་ཁ་སོང་ནི་རེད།

དེ་སོགས་ཡང་ཤེས་སྲིད་ད་ནུབ་ཕྱོགས་ནས་ལྷག་ཏུ་ཡེ་ཤེས་ཆོས་ལུགས་ལ་རྒོལ་མཁན་གྱི་ད་ལྟ་ཀ་ནི་ཉེ་རབས་ཀྱི་དུས་སུ་ཡོ་རོབ་སྐམ་ས་ནས་ལྷག་ཏུ་མང་བོ་བྱུང་ནི་རེད་ད་མཐའ་གཅིག་ཏུ་དེ་དུས་སུ་ད་ལྷ་ཆེན་མེད་པར་སྒྲུབ་བྱེད་ཀྱི་སྒྲུབ་བྱེད་དང་ཁོང་ཚོའི་དུ་སྤྲང་འགོ་ནི་རེད་ད་ལྷ་ཆེན་ཟེར་གྱི་ཟིག་མེད་གི་མི་ཡོད་ན་དེ་མི་ཚོ་བྱུང་ས་མི་འཇོག་གི་ཁུར་ཁ་ཚེགས་གཅིག་ཏུ་བཏབ་པའི་དད་མོས་ཀྱིན་དེ་མི་མང་ཟིག་ཟེར་འོང་གི་ཟེར་གྱི་ཟིག་དེ་ནི་འཇིག་རྟེན་བྱེད་པོ་བོ་མེད་གི་ཟིག་ན་དེ་འདྲའི་གི་རྩོད་པ་ང་དེ་ནས་མང་བོ་བྱུང་གི་ཟིག་རེད་དེའི་སྐབས་སུ་ཁོང་ཚོས་ཡང་དེའི་རང་གང་ཙི་ཡོད་ཡིད་ཁྲི་དེ་ཡང་དེའི་བར་ན་ལྕགས་ཀྱི་མང་བོ་བྱེད་ཀྱི་ཟིག་རེད་ལྷ་ཆེན་གྱི་དྲག་སྣང་བོ་ནི་རེད

སེམས་ཅན་འཇིག་རྟེན་སྣ་ཚོགས་ལི་ལི་སྐྱེ་བ་ཟིན་མ་གཏོགས་འཇིག་རྟེན་དུ་ཧུག་གཟུགས་སྣ་གཅིག་གི་གོ་སྒྲིག་ཡིན་ནོ་ཟེར་བ་རྩ་བ་ཉིད་མི་འདུག་གི་ཡོད་མ་རེད་ར། ཡིན་ནའང་དོ་ཧ་ཡག་གནང་མཁན་ཨ་ན་མན་ཨོའི་རིག་པ་དང་གན་གི་ནང་གི་བེད་སྤྱོད་ཀྱི་རིག་པ་དེ་ཚོ་ཟེར་ཡོང་ནི་རེད་ད་དེ་བཤད་དོན་དེ་ནི་བེད་སྤྱི་ཁར་ཚང་བཟོ་པས་བཤད་དུས་ན་བྱང་སེ་དེ་དུ་སོང་ནས་རང་དབང་ཡོད་མེད་ཀྱི་སྐད་ཆ་དེ་ལམ་རིམ་ཆེན་མོ་ན་དུ་མ་དྲང་བ་གོ། ཉོན་མོངས་ཡིད་དབང་དེ་བས་སོང་བའི་གང་ཟག་དེ་རང་དབང་མེད་གི་རང་དབང་མེད་ན་དེ་ཁོང་ཁྲོ་མི་དགོས་གི་ཨ་ཟིན་ནོ། དེ་ནི་རང་དབང་ཡོད་ནི་རེད་ན་ཡོད་ནི་མ་རེད་ད་དུ་ལ་སོགས་པ་དེ་ཡང་མཚན་ཉིད་ཀྱི་ཐོག་ནས་དེ་རྩོད་པ་ཡོད་རྒྱུ་རེད་རང་དབང་ཡོད་ན་དེ་ས་མཚམས་དུ་གང་ཟིག་ན་ཡོད་རྒྱུ་རེད་ར།

ད་ནི་ས་དེའི་ཟག་ཟིན་པ་འདི་རྒྱག་བཞིན་འདུག། ད་ཆ་ཟ་རེ་རྫིས་ན་འདི་ལ་བཟོ་པའི་ཉམས་ནི་ལྷག་པ་ཡོད་པ་བསམ་གོ་མི་ཚད་གི། ད་ནི་འདི་བསམ་ཐེངས་བཞི་དང་གཟུགས་མེད་པ་བཞི་དང་ད་ནི་ཚ་མེད་པ་བཞི་ད་ནི་སྙོམས་པར་འཇུག་པ་བཞི་ལ་སོགས་པ་འདི་འགྲིག་དང། ད་ནི་མངོན་ཤེས་ལྔ་ལ་སོགས་པའི་ཡོན་ཏན་ལག་བཞམ་པ་མང་བོ་ཡོད་ནི་རེད་གསུངས་པ་དང་མངོན་ཤེས་དང་ཟེར་ད་འདི་ས་དེར་བཟོ་པའི་ཉམས་ནི་ལྷག་པ་ཡོད་པར་མ་ཟད་རྟེན་འབྲེལ་གྱི་ཡོན་ཏན་མང་བོ་ཐོབ་ནི་རེད། དེ་འདྲའི་གཡོན་ཡོན་ཏན་མང་བོ་ཐོབ་ན་ཡང། ད་ས་འདིའི་རྫོགས་རིམ་བྱང་ཆུབ་ཀྱི་དོན་གང་དུ་རྫོགས་རེ་ཞུས་པའི་ཉིད་དེ་ཁོང་གི་སྨོན་ལམ་གྱི་དབང་གི་སྐྱེ་བའི་ལས་འབྱེད་རེད་མ་གཏོགས། དེ་ནི། གཟུགས་དང་གཟུགས་མེད་པའི་ཕྱིར་གཟིགས་དགོངས་ནོར་གོ། དེ་འདྲའི་གི། སེམས་ཀྱི་དབང་གི། དེ་ནི་སེམས་དེའི་དབང་གི། འཁོར་བའི་གནས་ལ་སྐྱེ་བའི་ལས་འབའ་ཡོད་བ་མ་རེད་དོ་གསུངས་ནི་རེ་ར་དགོངས་པ་རབ་གསལ་སོང་ནས། སྤྱིར་ས་དང་བོ་ནས་བཟུང་སྟེ་འཁོར་རིགས་གཉིས་ལ་ལས་ཉོན་གྱི་དབང་གིས་སྐྱེ་བ་ཡོད་པ་མ་རེད་དེ། འདི་ནི་དམིགས་བསལ་ར་འདག་གསུམ་དགོས་དོན། འདི་ནི་དམིགས་བསལ་གྱི་བསམ་དོན་གྱི་ཉམས་ལེན་དེ་ས་གཉིས་པ་ལས་ལྷག་པ་ཟིག་ཐོབ་པའི་རྒྱུ་མཚན་གྱིས་འདི་ན་དོགས་པ་ཡོད་ནི་གི་འདི་ནི་དོགས་སོང་ནི་ཡིན་དོགས་སོང་གི་ར་དགོངས་པ་རབ་གསལ་སོང་ནས། བསམ་དོན་མངོན་ཤེས་དང་འདོད་ཆགས། བསམ་དོན་མངོན་ཤེས་དང་ལ་སོགས་པ་ལྡན་པ་རེད། འདོད་ཆགས་གཞིར་བཟླང་ཡོངས་སུ་ཟབ་པར་འགྱེད་རེ་བྱས་ན་ཟག་ཟིན་པ་འདི་ནི་འདོད་ཆགས་གཞིར་བཟླང་ཡོངས་སུ་ཟབ་པ།

ས་བརྒྱད་པ་མར་སྣང་བ་ཉོན་སྒྲུབ་ཟད་པར་སྤང་མི་སྤང་དང། དེ་ནས་ཕྱི་སྒྲུབ་ཏུ་སོ་ས་བརྒྱད་པ་ཡར་སྣང་ན་སྤང་རྒྱུ་ཡིན་མིན་ལ་སོགས་པ་སྟེ་འོ་ང་བཞིན་ཁུ་ཡ་དེ་དག་དགོངས་སར་མི་མཐུན་པ་དེ་མི་རིགས། ད་ལྟ་ཕྱི་ནང་བའི་མཁྱེན་དགོས་ནི་རེད་ར་ད་གང་ལྟར་ན་འདོད་ཆགས་ཀྱི་རྡང་ཡོངས་སུ་ཟད་པར་འགྱུར་ཟེར་རྒྱུ་དུ་ཁུར་ཁུར་ངུར་སྐད་ཀྱིས་ཕམ་ཞིང་ཉོན་མོངས་ཐམས་ཅད་པོ་ཟད་པའི་དོན་རེད་མ་གཏོགས་འདོད་ཆགས་ཀྱི་རྡང་གི་ཕྱིར་རྡང་ཡོངས་སུ་ཟད་པའི་དོན་མ་རེད། དེས་ཀྱང་རྟག་ཏུ་འཇིག་རྟེན་པ་ཡིན་ནོ་འདོད་པའི་འདོད་ཆགས་འཇོམས་པར་ནུས་པར་གྱུར་ཅིང་རྟག་བསགས་ཟིན་པ་དེ་ཐབས་ལ་མཁས་བོ་རེད་ཟེར་ད་སྤྱིར་བཏང་གི་ས་འོག་མ་ཐམས་ཅད་ཡང་ཐབས་ལ་མཁས་བ་དང་ཡོན་ཏན་མི་ལྡན་པ་མ་རེད་དེ་ད་སའི་རིམ་པ་གི་ཡོན་ཏན་མཐོ་གི་མཐོ་གི་མཐོ་གི་ལྷག་པ་ལྷག་པ་ཡོང་ནི་རེད། དེས་ཀྱང་རྟག་ཏུ་འཇིག་རྟེན་པ་ཡིན་ནོ་འདོད་པའི་འདོད་ཆགས་འཇོམས་པར་ནུས་པར་གྱུར་ཅིང་ན་ཁོ་རང་རང་ཉིད་དེ་འདྲའི་གི་ཡོན་ཏན་ལྡན་པར་མ་ཟད་ཁོ་ལས་ཐ་དད་པའི་སྐྱེ་བོ་དཀྱུས་མ། འཇིག་རྟེན་པའམ་ང་ཚོ་འཁོར་བའི་འདམ་ལ་བྱང་བའི་སྐྱེ་བོ། དེ་དག་དེ་དག་གི་རྒྱུད་ཀྱི་བསམ་ཤེས་མ་རིག་པའི་ས་རུ་ཅི་རིགས་དང་ཉོན་མོངས་བ་ས་བོན་དང་བཅས་པ་སྤོང་བར་བྱེད་པའི་ལྟ་ཐབས་ལ་འཁེལ་བ་རེད། ཁོང་གིས་ཆུའི་སྟེང་སྒོ་ན་ཆུ་ཟེགས་སྟེང་སྒོ་ན་དུ་བསྟན་ནོ། དེ་ནི་གང་ཟག་གཞན་གྱི་རྒྱུད་ཀྱི་ཉོན་མོངས་བའི་སེམས་དེ་དག་འཇོམས་པ་ལའང་ཁོང་ཤིན་ཏུ་འཁེལ་བ་རེད། རང་རྒྱུད་ནི་དེ་འདྲའི་གི་ཡོན་ཏན་ཁྱད་པར་ཅན་ལྡན་དེ་ལྡན་པར་མ་ཟད་སའི་ཡོན་ཏན་ཐོབ་གི་ཐོབ་གི་ཐབས་ཀྱི་ཡོན་ཏན་ཡང་ལྷག་པ་ལྷག་པ་ཐབས་ཀྱི་ཡོན་ཏན་ལྡན་ཕྱིར་འོང་ན་གང་ཟག་གཞན་རྗེས་སུ་འཛིན་པ་ལ་ཤིན་ཏུ་འཁེལ་བ་རེད། དེས་ཀྱང་རྟག་ཏུ་འཇིག་རྟེན་པ་ཡིན་ན་འདོད་པའི་འདོད་ཆགས་འཇོམས་པར་ནུས་པར་འགྱུར། རྒྱུན་སོགས་བཅུ་གསུམ་དེ་དག་ཕར་མོ་ཆེ་བེ་རག་ཞགས་པའི་ཁྱིམ་པ་རྣམས་ལ་བསྔགས། ད་ཕར་རོལ་དུ་ཕྱིན་པ་ཀྲི་ཁུའི་ནང་ནས། ཆ་གཟིགས་དགོན་ནི་རི་བོ་བཞིན་པ་དང་ཚུལ་ཁྲིམས་དང་བཟོད་པ་གསུམ་པོ་དེ་བེ་རག་ཞགས་པའི་ཁྱིམ་པ་རྣམས་ལ་གསོལ་བསྔགས་དགོན་རེད་གསུང་དགོན་རེད་ཁྱིམ་པ་རྣམས་ལ། དེ་ནས་བརྩོན་འགྲུས་དང་བསམ་གཏན་དང་ཤེས་རབ་གསུམ་པོ་དེ། འདིར་ཚུར་ལོངས་རྣམས་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་སྔགས་བཀླག་གནང་བ་ནི་རེད། འོ་ན་ཁྱིམ་པ་རྣམས་ཀྱིས་ཡང་བསམ་དམ་ཕྱི་མ་རྣམས་ཉམས་སུ་མི་ལེན་པ་དང། དེ་ནས་དགེ་སློང་རྣམས་ཀྱིས་ཕ་རོལ་ཏུ་ཕྱིན་པ་ཕྱི་མ་གསུམ་ཉམས་སུ་མི་ལེན་པ་དང། དེ་ནས་དགེ་ཚུལ་སློང་རྣམས་ཀྱིས་ཕ་རོལ་ཏུ་ཕྱིན་པ་དང་བོ་གསུམ་ཉམས་སུ་མི་ལེན་པ་ཨ་རེ་རྫུན་ན་དུ་མ་རེད། གཙོ་བོ་རང་རང་གི་རྟེན་གྱི་དབང་གིས་ལུས་ཀྱི་དབང་གིས་ཉམས་སུ་ལེན་དགོས་ན་སྟབས་བདེ་མི་བདེ་ཙི་གེ་ཟིག་ཡོད་ནི་རེད་དོ་གསུངས་པ། ད་ཁྱིམ་པ་གཟའི་མཁའ་ཡིན་ན། ལྷག་ཏུ་ད་ཚོང་བ་ཆེན་པོ་དང་མཇུར་དུ་འདྲེན་འདྲ་དེ་མིན་ཡིན་ན་ལོངས་སྤྱོད་གཏོང་རྒྱུའི་ཉམས་ལེན་དུ་ཉམས་སུ་བླངས་ཙི་གི་ཉམས་སུ་ལེན་འདོད་བོ་ཡོད་ནི་རེད། དེ་བཞིན་དུ་ད་མི་དགེ་བཅུར་སྤོང་གི་ཚུལ་ཁྲིམས་ལའང་གནས་པ་དང། དེ་ནས་ད་གཟོད་པའི་ཉམས་ལེན་ལའང་གནས་པ་ལ་སོགས་པ་ཁྱིམ་པ་འདྲ་ཟིན་ན་འཇིག་རྟེན་གྱི་རྩོད་རྙོག་མང་བོ་ཟིག་གི་ནང་འཇོག་དགོས་ཀྱི་ཡོད་དུས་ན། དེ་ནི་གཟོད་པའི་ཉམས་ལེན་དུ་སོགས་གལ་ཆེན་པོ་རེད། དེ་བཞིན་དུ་ཁྱིམ་པ་འདྲ་ཟིན་ཡིན་ན། ཡང་འཇིག་རྟེན་གྱི་ཤ་བཞག་འདྲ་མི་འདྲའི་ནང་སོང་དུས་གཞན་གྱིས་ལུས་ཤོག་ལོངས་སྤྱོད་གཞན་གྱིས་ལུས། གཞན་གྱིས་ལུས་ལ་གནོད་པ་མི་བྱེད་པ་གཞན་གྱིས་ཤོག་ལ་གནོད་པ་མི་བྱེད་པ་གཞན་གྱིས་ལོངས་སྤྱོད་ལ་གནོད་པ་མི་བྱེད་པ། དེ་སོགས་ད་ཁྱིམ་པ་རྣམས་ཡིན་ན་ནམ་རྒྱུན་གྱི་ཁུར་གྱི་མནར་མེད་ཀུན་ཏུ་བཤོད་པ་གྱི་ནང་ནས་ཤིན་ཏུ་གལ་ཆེན་པོ་ཟིན་དུས་དེ་རུ་ཞུགས་པའི་དེ་དག་ཁྱིམ་པ་རྣམས་ལ་གཙོ་བོར་བསྔགས་ནི་རེད། མ་གཏོགས་རབ་བྱུང་གི་ངང་དུ་ཉམས་སུ་མི་ལེན་གྱི་མ་རེད་ར། ཡང་རབ་བྱུང་བའི་རིགས་དུ་མ་ཆེ་བ་ཟེར་དབེན་པ་བསྟེན་ནི་བརྩོན་འགྲུས་བསྟེན་ནི་དབེན་པ་བསྟེན་ནི་འདུག་རྒྱལ་ལོའི་བསམ་གཏན་བསྒོམ། བསམ་གཏན་དང་ཤེས་རབ་གཉིས་ཀ་དལ་བླག་ནས་བཟུང་དུ་འབྱོན་ནི་བསྒོམ་གྱི་ད་དེའི་རྒྱུན། ཡང་དབེན་པའི་གནས་འདུག་མི་ཐུབ་ཀྱི་འདྲ་ནི་དེ་མི་ཡོད་གི་ར་དེ། བརྩོན་པ་བསྟེན་འདུག་ནི་ད་བསམ་གཏན་བྱེ་མ་གསུམ་ཉམས་སུ་ལེན་རྒྱུ་དུ་ཅུང་ཟད་ཁག་གི་སུན་པོ་ཡིན་ནོ། མི་གི་འདི་ཚོགས་ནང་ཁྱེད་པོ་མི་འགྱུར་བ་འདུག་ནི་བྱམས་པོ་འདིས་ཕར་ཧོར་དུ་ཕྱིན་པའི་ནང་ནས་ཉམས་ལེན་བྱས་ན། བརྩོན་འགྲུས་དང་བསམ་གཏན་དང་ཤེས་རབ་གསུམ་པོ་དེ་ཉམས་སུ་བླངས་ན་ཁོ། ཆགས་སྲེད་སྒོ་ནས་ཁོང་གི་འཚོ་བ་རོ་བཏང་ཟིན་ན་ཆོག་གི་ད་ལྟའི་གི་གང་གི་ད་སྟབས་བདེ་བོ་ཡོང་ནི་རེད་དོགས་སོང། མི་ཚོགས་ཀྱི་ནང་ན་རྒྱུན་དུ་འབྱོར་དགོས་ན་རྒྱལ་པོ་འདི་སྦྱིན་པའི་ཉམས་ལེན་དང་ཚུལ་ཁྲིམས་ཀྱི་ཉམས་ལེན་དང་བཟོད་པའི་ཉམས་ལེན་འདི་ཤིན་ཏུ་གལ་ཆེན་པོ་ཡིན་ཟེར་སངས་རྒྱས་བཅོམ་ལྡན་འདས་ཀྱི་དྲིན་ལ་ཕབ་བྱས་ནི་རེད་མ་གཏོགས་གཞན་པ་རྣམས་ཀྱིའང་ཉམས་སུ་མི་ལེན་གྱི་ནི་འདྲ་དེ་མེད་མ་རེད། བསོད་ནམས་བཞི་བཞིའི་ཚོགས་ཀྱང་དེ་དག་ཉིད་ཟིན་ནི་རེད་ད། ཕ་རོལ་ཏུ་ཕྱིན་པ་ཀྲི་ཁུའི་ནང་གི་གོང་མ་གསུམ་པོ་དེ་གཙོ་བོ་བསོད་ནམས་ཀྱི་ཚོགས་རེད་ཟེར་གྱི་རེད་ད། ཚོགས་འདི་ལ། བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་གཉིས་ཀྱི་ཅིག་བཤད་དགོས་ནི་རེད། ད་ལྟའི་རྩ་བའི་ཆ་ནས་ཡེ་ཤེས་ཀྱི་ཚོགས་ཟེར་ན་ངོ་བོའི་བདེན་པ་མཐོང་བའི་ཤེས་རབ་ཀྱི་ངོ་བོ་གོང་འཕེལ་ནས་གོང་འཕེལ་དུ་བཏང་རྒྱུ་དེ་ཡེ་ཤེས་ཀྱི་ཚོགས་རེད། ཡེ་ཤེས། ངོ་བོའི་བདེན་པ་མཐོང་བའི་ཤེས་རབ། དེ་གོང་འཕེལ་དུ་བཏང་རྒྱུ་དེ། དེ་ནས་ངོ་བོའི་བདེན་པ་མཐོང་བའི་ཤེས་རབ་དེས་དྲང་བའི་དེ་ནས་སྙིང་རྗེ་ཆེན་པོ་ལ་སོགས་པའི་ཀུན་ནས་བསླང་བའི་ཐོག་ནས། དེ་ནི་ཐབས་ཀྱི་ཡོན་ཏན་ཏེ་མང་ཆེ་བ་ཟིག་ཐབས་ཀྱི་སྤྱོད་པ་སྟེ་ཐམས་ཅད་པོ་བསོད་ནམས་ཀྱི་ཚོགས་ཀྱི་ནང་དུ་བསྡུ་དགོས་ནི་རེད། དེའི་གསུང་དུས་སེམས་ལ་སྦྱིན་པ་བཏང་བ་དང་ཚུལ་ཁྲིམས་སྲུང་བ་དང་བཟོད་པ་བསྒོམ་པ་འདི་ཐམས་ཅད་བསོད་ནམས་ཀྱི་ཚོགས་ཀྱི་ནང་དུ་འཇོག་དགོས་ནི་རེད་དོ་གསུངས་པ། དེ་ནས་བསོད་ནམས་ཀྱི་ཚོགས་དང་ཐབས་ཀྱི་ཚོགས་གཉིས་ཀ་ཉམས་སུ་བླངས་ནས་ད་འཇུག་མ་འོངས་པ་ན་ཐོབ་འདོད་ན་ད་ཡེ་ཤེས་ཀྱི་ཚོགས་ལ་བརྟེན་ནས་ཡེ་ཤེས་ཆུར་སྐྱེས་ཐོབ་རྒྱུ་དང་ཐབས་ཀྱི་ཚོགས་བསོད་ནམས་ཀྱི་ཚོགས་ལ་བརྟེན་ནས་སངས་རྒྱས་ཀྱི་གཟུགས་ཀྱི་ཐོབ་རྒྱུ་རེད། སྤྱིར་རི་དྭགས་སྣང་བའི་སངས་རྒྱས་པའི་གཞི་དང་ལམ་དང་འབྲས་བུ་གསུམ་པོ་དེ་སྐུད་པ་གཅིག་གི་སྟེང་ནས་འཇོག་དགོས་ནི་རེད་ལ་ཐོག་མར་ཐོག་མར་གཞི་གཉིས་ཟེར་བ་བདེན་པ་གཉིས་ཡིན་ཟེར་གྱི་གཞི་གཉིས་ཟེར་བ་ཡོད་ཅག་འདུག་དེ་སུས་ཀྱང་བཅོས་བ་མ་ཡིན་པར་ངོ་བོ་རང་གི་བདེན་པའི་ཐོག་ནས་གྲུབ་པ་ཞིག་རེད། གཞི་གཉིས་ཟེར་བ་བདེན་པ་གཉིས་ཟེར་གྱི་བཟོ་ཅག་འདུག་ལམ་ལ་ཡང་ཐབས་ཤེས་གཉིས་མ་གཏོགས་འཇོག་ས་གཏན་ནས་མེད་སོང་ནི་རེད་ད། གཞི་གཉིས་ཟེར་བ་བདེན་པ་གཉིས་དེ་གང་གིས་ཀྱང་ལྡོག་ཐུབ་པ་མ་རེད་གང་གིས་ཀྱང་ལྡོག་ཐུབ་པ་མི་འདུག་དཔེར་ན་དོན་དམ་བདེན་པ་དང་ཀུན་རྫོབ་བདེན་པ་གཉིས་ཀ་ཀུན་རྫོབ་ཀྱི་བདེན་པ་འདྲི་ཟེར་ཡིན་ན་དེ་བྱིངས་མཁན་གྱི་ཚད་མ་ལ་འཇིག་རྟེན་ཁམས་མ་མེད་པ་ཡིན་འདུག་དེ་དཀའ་སྤྲོ་ཡིན་ན་ཡོད་བསྡད་པ་ཟེར།

གཞིའི་གནས་ལུགས་གཙོ་བོའི་ཐོག་ནས་ལམ་དང་འབྲས་བུ་གསུམ་པོ་དེ་སྐུད་པ་གཅིག་གི་ཐོག་ནས་དེ་རིང་འཇོག་གི་ཡོད་འདུག་ན། ད་ལྟ་སོ་སོས་སོ་སོ་སོ་སོ་གི་ཆ་ནས་རང་རང་གི་རྒྱུད་དུ་བསྟན་པ་རེད་གསུང་གོ། རྒྱལ་བའི་སྲས་བོ་ཉི་མ་བཀླགས་ནས་ཨོ་བཤད་འདི་རང་རྟོགས་མིན་ནམ་དང་བོ་ཡང་རྟོགས་གསར་བྱས་ནས། འགྲོ་ཡི་མུན་པ་རྣམ་པར་འཇོམས་པར་མངོན་པར་འདོད་ས་འདིར་ཤིན་ཏུ་སྣང་བར་ཅིར་ཀྱང་འཕྲོ་མི་འགྱུར་དབུ་མ་ལ་འཇུག་པ་ལས་སེམས་བསྐྱེད་པ་གསུམ་པའོ། ད་རྒྱལ་བའི་སྲས་བོ་འདི་ཉི་མ་ཉི་མ་ལྟ་བུ་ཟེར་རེད་གསུང་གོ་གི་ཟག་ཟིན་པ་འདི། དེ་ནས་ཉི་མ་ལྟ་བུ་འདི་ལས་ད་ཨོ་འཕྲོ་གི་རེད་ཨོ་བྱེད་པ་རེད་ཟག་ཟིན་པ་འདི། ཉི་མ་ལྟ་བུའི་རྒྱལ་རིགས་ཧྲིལ་བོ་འདིའི་ཐུགས་རྗེ་དང་སྲག་ཟིན་པའི་ཡོན་ཏན་ཟེར་གྱི་འདི་མི་འོད་སྣང་གཟི་ཤར་ནག་གི་རང་རྟོགས་མིན་ནམ་ཅེ་ན་ཁུར་ཀུན་དངུལ་སྐལ་གྱི་བང་ཤར་གྱི་རིགས་མིན་པ་ཐམས་ཅད་པོ་བརྩེ་བ་ཉིད་ནས་གསེར་འབྱུང་ནི་རེད། ཡང་དག་གསར་ཤོས་ནི་ཟེར་ད་རང་རྟོགས་ཟེར་ནོ་ཁུར་ཀུན། དུས་ཀྱི་འཇིག་གི་ཤེས་རབ་ཀྱིས་དངུལ་སྐལ་གྱི་བང་ཤར་གང་ཡིན་ན་ཚར་གཅོད་བྱེད་གང་ཡིན་ན་དེ་མིན་པ་དེ་བརྩེ་བ་ཉིད་ནས་གསར་རེ་ཤོད་ཀྱི་རེད། དང་པོ་ཡང་དག་གསར་ཤོས་ནི། འགྲོ་ཡི་མིན་པ་རྣམ་པར་འཇོམས་པར་མངོན་པར་འདུ་བ་ཟིན་རྒྱལ་རིགས་བྱང་ཆུབ་སེམས་དཔའ་འདྲ་ཟིན་ན། ཐོག་མར་རང་རང་གི་སྟེང་གི་ཐུགས་ལ་རྟེན་འབྲེལ་གྱི་ཡོན་ཏན་ཁྱད་པར་ཅན་ཐོབ་པར་ཤིས་དེ་ལ་བརྟེན་ནས་གཞན་གྱི་དོན་བསྒྲུབ་རྒྱུ་དེ་ཉིད་ལ་གཟུང་འཛིན་གྱི་གོམས་པ་སྤོ་ནས་འཇོག་དགོས་ནི་རེད་ཉན་ཐོས་ཉན་རང་དང་ཐེག་ཆེན་གཉིས་ཀྱི་ཁྱད་པར་གཙོ་བོ་ཞིག་དེ་རེད་ལ། ཉན་རང་གིས་ཁོ་རང་གི་གཅིག་གི་ཡོན་ཏན་གོང་འཕེལ་ནས་གོང་འཕེལ་གོང་འཕེལ་ནས་གོང་འཕེལ་རེ་སོང་ནས་ན་མྱ་ངན་ལས་འདས་པ་བཞི་བ་ཐོབ་འདོད་ན་རྫོགས་སོང་ནི་རེད་ད། རྒྱ་རིགས་ཤང་ཚུན་སེམས་དཔའ་རྣམས་ཀྱིས་ག་དུས་ཡིན་ན་ལི་སྐག་གཉིས་ཆགས་མེད་དང་མཉམ་དུ་འཇོག་དགོས་བཏོན་ཏེ་རང་གི་རྒྱུད་ལ་ཏན་ཏིག་གི་ཡོན་ཏན་གྱི་ངོ་བོ་གོང་ནས་གོང་འཕེལ་དུ་གཏོང་བ་དང་དེ་དང་ཆབས་ཅིག་ཏུ་གཞན་ལ་ཕན་ཐོགས་ཀྱི་འོས་ཏེ་ལི་སྐག་གིན་དུ་འཇོག་དགོས་ནི་རེད། དེ་ཡིན་སོང་ན་འདི་ལྟ་བུ་ཟིན་ན་རང་རྟོགས་མིན་ནམ་དང་པོ་ཡང་དག་གསར་ཞིག་ཡིན་འགྲོ་ཡི་མིན་པ་རྣམ་པར་འཇོམས་པར་མངོན་པར་འདོད། ས་འདིར་ཤིན་ཏུ་སྣོར་འགྱུར་ཀྱང་འཕྲོག་མི་འགྱུར་ཟིན་ད་ས་འདི་ཐོབ་པའི་སྐབས་ཤེས་རབ་ཤིན་ཏུ་སྣོམ་པོ་རེད་ཟིན། འཇིག་རྟེན་ཁམས་ཀྱི་བླང་དོར་ལེགས་ཉེས་ཐམས་ཅད་པོ་ཤིན་ཏུ་སྣུམ་པོ་རེད། ཤིན་ཏུ་སྣུམ་པོ་ཡིན་གྲང་ལ་ཧྥོ་ལང་ནི་མ་རེད། ད་ཕ་རོལ་རོལ་ཟེར་ན་ཆུ་ཐོག་ཁ་ཕྱེ་ཟིག་སྡང་སེམས་སྐྱེ་གོ་ཁྱོ་སྐད་ཆ་ངན་པ་ཕྱེ་ཟིག་བཤད་དགོས་ཆུ་ཐོག་ཁ་སྣུབ་པ་ཕྱེ་ཟིག་བཤད་དགོས་ལ་སོགས་པ། ཅི་འོ་གཞན་པ་ཟེར་ག་བལྟས་ན། རྒྱ་རིགས་བྱང་ཆུབ་སེམས་དཔའ་འདི་དག་གཞན་པ་ལས་ལྡབ་མང་བོ་གི་མཁས་ནི་རེད་ཟེར་ཁོང་ཚོས་ཧ་གོ་ནི་རེད་དེ། གཞན་པ་རྣམས་དེ་ལྟར་ཧ་གོ་འདུག་ན་འཕྲོ་ནི་རེད་རྒྱ་རིགས་བྱང་ཆུབ་སེམས་དཔའ་འདི་དག་འཕྲོ་ནི་མ་རེད་དེ་ཡིད་ལ་ན་བཟོད་པ་ཐོན་ཡོང་གྱི་རེད་སེམས་ཀྱི་ནང་གི་ཡོན་ཏན་གྱི་འཕེལ་ཚུལ་གྱི་ཁྱད་པར་གྱིས་མི་ཟེར་ཡོད་ཚོད་མ་རེད།

སྐུ་ཚེའི་སྨད་ལ་ཀྲི་ཧུའུ་ཇོ་རིའི་སྟེང་ནས་ཚར་བཅད་པ་དེ་གླེགས་བྱིན་གྱི་ལོགས་ཀ་ཡིན་པ་དང་གླེགས་དམན་པ་ཡིན་པ་ངོས་བཟུང་ནས། དེ་ལས་ལྷག་པའི་སྤོབས་པ། བྱང་ཆུབ་ཀྱི་སེམས་དང་བཟོད་པ་དང་སྙིང་རྗེ་ཉམས་སུ་བླངས་ནས་འཇིག་རྟེན་ཁམས་མ་དགྲ་ཟས་ཀྱི་བཟའ་བཙའ་བ་ཉིད་ནས་སེམས་ནང་ནས་མེར་ནུས་བཞག་ནས་མི་ལ་རེའི་སྐུ་ཚེ་སྟོབས་མི་ཉག་དེ་མི་ཟེར། དེ་མིན་ཁྱེད་རང་དུ་འདིའི་ཚིག་ཐིག་ཐོག་ནས་རིགས་བལྟས་ན་འགྲོ་མགོན་བྷོ་ཧོའི་སུ་ཧུའི་རྒྱལ་རོ། ར་ཀྲི་གི་འཇིག་རྟེན་དུས་ནོ་དོན་དམ་པའི་དཔའ་བོ་མ་རེད། ར་ཀྲི་གི་འཇིག་རྟེན་དུས་ནོ་དེ་ནང་འཇིགས་སྣང་འདྲེན་ནི་རེད། དགྲ་འདི་ང་གཅིག་ཡིན་འོང་བསམ་ན་ནམ་ཡིན་ན། དེ་ལ་འཇིགས་སྣང་གི་ངང་ནས་ར་སྤྲུལ་གྱི་འཇིག་རྟེན་དུས་མཁན་ཐམས་ཅད་པོ་འཇིགས་སྣང་ཅན་ཏེ་དོན་དམ་པའི་དཔའ་བོ་མ་རེད། དོན་དམ་པའི་དཔའ་བོ་གང་རེད་ཅེ་ན་འཇིགས་པ་ཐམས་ཅད་དང་བྲལ་བ་རེད། འཇིག་རྟེན་ནང་སྒྲ་ཟེར་གྱི་མེད་ནས་བཞག་ནས་རེད་ཟེར་ནོ་འདིའི་གི་ཐོག་ནས་འདྲ་ཟེར་ན། ད་རེས་གི་དེ་གཉིས་ཀྱི་ལྟ་ཚུལ་དེ་གཉིས་ཀ་འཇིག་རྟེན་གྱི་དོན་དག་མང་བོ་ཟིག་གི་ནང་ཟེར་ར་སྦྱར་ནས་ད་ཁོང་རྣམ་པ་ད་ཧི་པི་ལེ་གི་དེ་ལན་ཆེ་ཟོ་རྒྱལ་བོ་མི་ཤེས་ད་གང་ལྟར་ཧི་པི་ལེ་གི་མི་ལར་ཡང་དཔའ་བོ་ཡིན་པ་ཕར་ཆེར་ཁས་ལེན་གྱི་མ་རེད་ར། མི་ལ་རེ་བ་ད་ཁོ་ཐུག་ཤོག་ན་ཁོས་བསམ་བློ་ཡོད་བསམ་འདོད་ནས་ཐང་རག། ཡིན་ན་ཐང་ད་གང་ལྟར་ན་ཁོང་གཉིས་ཀྱི་སེམས་ནང་ཁ་བརྡ་དེ་གི་ཐོག་ནས་དེ་དཔའ་བོའི་སྙིང་སྟོབས་མི་འདྲ་བ་གཉིས་རེད་བསམ་འདུག་དེ་དཔའ་བོའི་སྙིང་སྟོབས་མི་འདྲ་བ་དེ་གཉིས་ཀ་དུས་རྣམ་པ་ཀུན་ཏུ་གནས་ལུགས་དུ་ཡོད་ནི་རེད་ཅེ་ན་ཡོད་པའི་ངེས་པ་ཡོད་མ་རེད་ལ་སྐབས་དང་སྐབས་སུ་འཇིག་རྟེན་ཁམས་ནས་དངོས་གནས་གི་ད་གྲོགས་པོ་དེ་གྲོགས་པོ་གི་ལུས་མ་ཡིན་ན་མ་ནི་དུས་ཚོད་ཀྱི་ལོ་རྒྱུས་ཀྱི་དོན་ཆེན་མང་བོ་བྱུང་མྱོང་ནི་རེད། རེས་འགའ་ཡང་ཡིད་རྟོན་ནུས་མཁན་མང་བ་ཞིག་ལ་སྦྱར་ན་དོན་དམ་པའི་དཔའ་བོ་ནི་བཟོད་པ་སྒོམ་མཁན་དང་ཚད་མེད་བཞི་བ་ལ་འཇིགས་མཁན་དང། དེ་ནས་གཞན་ལ་ཡིད་ཆེས་བྱེད་མཁན་དོན་དམ་པའི་དཔའ་བོ་དེ་ཡིན་པ་མ་གཏོགས་རྣམ་རྟོག་གི་གང། ཆ་འཇིགས་སྣང་གི་གང་ཆེ་རུང་ན་དང་གང་ཟག་གང་གཞན་པ་ཐམས་ཅད་པོ་སར་བསྐྱོད་མཁན་དོན་དམ་པའི་དཔའ་བོ་མིན་པ་དེའང་ལོ་རྒྱུས་འོག་ནས་སྟངས་མང་བ་ཞིག་རབ་འཕྲོ་གི་བསམ་འདུག།

ད་ཁིར་ཀི་ཟི་ཇོ་དེང་རབས་ཅན་དུ་རྒྱ་ནག་རྒྱ་ནག་ནི་ཆེས་མ་བྱུང་བ་ནུབ་ཕྱོགས་ནས་བྱུང་ཞིག་ནི་རེད་ཟེར་རྒྱུ་དེ་མི་སྲིད་རེད་ད། མྱི་མགོ་བཏང་མི་བཏང་གི་དངོས་གནས་དྲང་གནས་ཀྱི་ཁྱི་ཟབ་གཏོང་གསོད་སྒྲུབ་དང་སྤྱིར་བཏང་གི་བྱ་བཞག་ཟེར་མགོ་བཏང་མི་བཏང་འདི་ཟེར་མཁན་ཚོ་མཁའ་ཡིན་ན། ནུབ་ཕྱོགས་ཀ་བལྟས་ན་ཧ་ར་བལྟས་ན་རྒྱ་ནག་མགོ་བཏང་ནི་འདི་ཟེར་དེ་དངོས་གནས་ཚེ་ར་ཆག་བསྡོད་ནི་རེད། ཁིར་ཅིག་ཀ་ཏུ་ཡིན་ན་ཟེར་དགོས་ནི་རེད་འཁོར་རིགས། ཟབ་གཏོང་གསོད་སྒྲུབ་ཀྱི་བྱ་བཞག་སྒྲུབ་དགོས་ན་མྱི་མགོ་བཏང་མི་བཏང་རིག་པ་བཏང་མི་བཏང་གི་ཐོག་ནས་ཨང་དང་བོ་ཡག་ཤི་རྡ་པ་རེད་ཨང་གཉིས་བ་རྒྱ་ནག་རེད་ཟེར་དགོས་ནི་རེད།

ད་ནི་དངོས་གྲོགས་པོ་རེ་གི་ལྟ་དེ་ལ་ཤེས་རབ་ཅན་རྩ་ཡང་ཉིད་ནས་གཟེབ་མཉེན་གྱི་བློ་གྲོས་ཅན་ཐབས་བྱུས་ཅན་ཟེར་དགོས་གི་མིན་ལ་ཤེས་རབ་ཟེར་ཆོག་ཏུ་དངོས་པོ་བདེན་པ། མཐོང་བའི་ཤེས་རབ་ཟེར་གི་གོ་རྒྱ་མིན་ན་རང་ལ་བསྟིམ་མོད་ཐབས་བྱུས་མང་བ་དྲན་ནོ་སྟེ་ཤེས་རབ་ཟེར་མི་ཉན་གི་ཨོ་དེ་མི་ཟེར་ག་གི་ད་གང་ལྟར་ཁོང་ཚོས་དེ་ཤེས་རབ་ཅན་དུ་ཤེས་རབ་ཅན་དུ་བཏགས་ཤེས་མིན་ནམ། ཤེས་རབ་ཅན་དུ་བཏགས་ཤེས་མིན་ནམ་ངི་ཆི་གི་ཏི་ཙི་གི་ཆི་མི་ཟེར་ཨེ་ཙི་ཙི་གི་ག་ཡོད་རྒྱུ་གྲངས་གསུམ་གི་ཕ་རོལ་ཏུ་ཕྱིན་འདུག་ན་ཏག་ཏག་རེད་ད་དངོས་ཡོད་གནས་ཚུལ་རེད་ར། རྒྱལ་ཁབ་སམ་གི་གཏམ་རྒྱུད་གི་ནང་གི་དྲུག་གི་ནང་ཡིན་ན་རེད། དེ་ནས་ད། སུན་ཙི་གི།

ངོ་བོའི་བདེན་པ་དང་ཆོས་ཉིད་ཀྱི་བདེན་པ་ཆེས་མི་ཟེར་བས་འཇིག་རྟེན་ཁམས་གང་རྣམས་གཟར་སྐར་ཆེ་ཟིག་ཆགས་གོ་དཀའ་སྐར་མ་ཆེ་ཟིག་ཆགས་གོ་དཀར་སྟོང་ཆེན་མོ་འཇིག་རྟེན་གྱི་ཁམས་འདི་ན་ཆོས་ཉིད་ཆེ་ཟིག་ཡོད་གོ་དཀར་སྲོག་གཅིག་ཏུ་ཐོག་མ་ཆེ་ཟིག་ནས་བྱུང་ཟེར། གཟར་དང་ཉེར་སྐྱིབས་སྒྲོ་འཁོར་དུ་ཆེ་ཟེར་རེད་མིའི་རང་བཞིན་ཆེ་ཟེར་རེད་འདི་ཅན་པོག་ཤ་པགས་གཏོང་མཁན་དུ་ཐམས་ཅད་པོ་ནུབ་ཕྱོགས་ཀྱི་སེམས་ནང་གི་ཤེས་རབ་ཅན་ཏག་ཏག་རེད། དཔེར་ན་དངོས་ཁམས་རིག་པའི་མཁས་པ་ནིའུ་ཏོན་ཅན་པོ་དང་ཨེན་སི་ཐན་ཅན་པོ་ལྟ་བུ་རེད་དེ་བཞིན་མཚན་ཉིད་རིག་པའི་མཁས་པ་ཁ་མདོ་ཅན་པོ་འདི་ཐམས་ཅད་པོ་དུ་ནུབ་ཕྱོགས་ཀྱི་སེམས་ནང་གི་ཤེས་རབ་ཅན་ཏི་རེད། ལྗགས་ཀྱི་སེམས་ནང་གི་ཤེས་རབ་ཏུ་ཆེན་ཟེར་ན་རྒྱ་རུ་རྒྱལ་སྲས་བསྟན་འཇིགས་ཅན་དང་རྒྱ་རོག་སོང་བོ་རོག་གི་བཅུ་སྣ་ཚོགས་པ་གཏོང་མཁན་ད་ལྟའི་གཅིག་ཤི་ན་གཅིག་ཡིན་གྱི་རེད་ར་གང་ལྟར་མི་རིགས་སོ་སོའི་རིག་གནས་དུ་མ་འདྲ་འདུག་ན་དེའི་སྔའི་དང་རབས་ཅན་གྱི་འདི་ཡོང་ས་མི་འཇོག་གི་སྲིད། ཁོ་ཚོའི་རྩོམ་དུ་འདི་རིགས་ཤིག་བལྟས་འདུག་ན་ངའི་སེམས་ནང་གི་ཚོར་སྣང། ཨོ་ད་ནུབ་ཕྱོགས་ཀྱི་ཤེས་རབ་ཅན་ན་བརྩི་རྒྱུའི་མྱི་དང་ང་ཆབ་འཕགས་འོག་གི་ཤེས་རབ་ཅན་ན་བརྩི་རྒྱུའི་མྱི་དེ་རིགས་འདྲ་བོ་རེད་དོ་བསམ་ཐུབ། དེ་བསམ་འདོད་ན་ཨོ་དེ་དངོས་གནས་བྱས་ན་ད་ལྟའི་དུས་སུ་ཚན་རིག་ལག་རྩལ་བླ་སྲོག་རྒྱབ་འཇུག་ལོངས་ཤོག་གི་ཐོག་ནས་ང་ཚོས་དཔེ་འཇོག་ག་ཡིན་ན། མི་རིགས་ཕན་ཚུན་དུ་བསྡུར་ག་ཡིན་ན་རྒྱའི་འོ་ཙི་ཙི་ན་དག་གནམ་དང་སར་ལྟ་བ་རེད་ད། དོན་དམ་པའི་ནུབ་ཕྱོགས་ཀྱི་དཔར་ཡོང་གི་བཞེངས་ས་དེ་ཕར་གྱི། ཁོ་ཚོའི་གི་གནའ་རབས་ཀྱི་ཤེས་རིག་ག་དེ་ནི་ང་ཚོའི་གནའ་རབས་ཀྱི་ཤེས་རིག་དེ་ཡིན་གྱི་རེད་དེ་བསམ་གྱི་འོ་ད་ད་རེས་ཀྱི་རྩོམ་དེའི་ཐོག་ནས་ང། དེ་བག་ཆགས་ཟེར་ག་ཟབ་མོ་ཟིག་བྱུང་སོང་དེ་སོ་རང། རེད་དྲན་གི་འདུག་གི་དྲན་གི་འདུག་དུ་འབྲི་རུ་ནི་མིན་ན་ནང་རྫིག་གི་དེ་ནས་ད་གི་ཅག་སློབ་ཁྲིད་བྱ་རྩིས་མི་དེ་དག་ག་ནས་མེད་གི་ར། དེ་ཡིན་ཡ་ད་ཁྱེད་རྣམ་པ་བྲོ་བ་རུ་ནི། སོང་དེ་ད་རུང་ཁོང་གི་སྐར་མ་བཅག་གི།